གནམ་འོག་གི་སེམས་རྒྱུད་ཚན་པས་སྤྱི་ཚོགས་དཔྱད་བརྗོད་ལེ་ཚན་ལ་གསན་གཟིགས་གནང་མཁན་གྱི་རྒྱ་ཆེའི་བོད་རིགས་སྤུན་ཟླར་སྐུ་ཁམས་བཟང། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ཞེ་བཞི་ཞེ་བདུན། བོད་ཟླ་བརྒྱད་པའི་ཚེས་པ་ཉི་ཤུ་དང། ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་ལོའི་ཕྱི་ཟླ་བཅུ་བའི་ཚེས་པ་བདུན་རེས་གཟའ་ལྷག་པ་རེད། དེ་རིང་གི་གནམ་འོག་གི་སེམས་རྒྱུད་ཚན་པའི་སྤྱི་ཚོགས་དཔྱད་བརྗོད་ལེ་ཚན་ནང་ལ། རྩོམ་པ་པོ་དང། བོད་རང་བཙན་འཐབ་རྩོད་པ་ཨ་མཚོ་ཀླུ་མཁར་བྱམས་ལགས་ཀྱིས། སོ་མྱུལ་བ་ཞེས་པའི་བརྗོད་གཞིའི་ཐོག་དཔྱད་གླེང་གནང་པའི་ཚན་པ་གཉིས་པ་གཤམ་ལ་ངོ་སྤྲོད་བརྒྱུད་སྤེལ་ཞུ་རྒྱུ་ཡིན་པས་གསན་གཟིགས་གནང་རོགས། ད་དེ་རིང་སོ་གཉིས་ཀྱི་ལེ་ཚན་གཉིས་པ་འདི་ནི་ད།

ཅིག་ཅིག་དེ་ནས་ད་ད་ལྟ་ང་ཚོ་བཤད་དེ་ཟིག་རྒྱ་གར་གི་གསར་འགོད་པ་ར་ཇི་ཤར་མ་འདི་ཟོ་གི་རྒྱབ་ལྗོངས་འདྲ་བོ་དེ་ཟིག་ཅིག་ཅིག་དེ་ནས་ད་འདིའི་རྒྱབ་ལྗོངས་དེ་ང་ཚོ་ཡེ་ཤེས་ཅིག་ཅིག་འབི་ཁ་ཐིག་ལ་སྤྱིར་བཏང་ཁོ་རང་ཚོ་སིན་ནེ་དེ་ཆ་ཚང་སྤོ་པ་གི་བདེ་སྲུང་གི་ར་ཅིག་ང་ཚོ་གི་སང་ཉིག་གི་ཁྱབ་ཁོངས་ཉི་ཤིབ་ཅིག་ནི་གི་ཚན་པ་གི་སིན་གྱོ་མ་ཡིན་པི་ཨ་ནི་རྒྱལ་ཁབ་གཞན་པ་གི་སིན་གྱོ་རེད་རྒྱལ་ཁབ་གཞན་པ་གི་སྤོ་པ་གི་ཐོག་ལ་ཉི་ཤིབ་ཅིག་གི་འདུ་ཟིག་སིན་གྱོ་རེད་དེ་འབའ་ཚང་ཚང་ཨ་ནི་ད་ཁོ་རང་ཚོ་གི་སོ་བ་དེ་ཚོ་གི་སྤུས་ཚད་ག་རེ་ཡིན་མིན་ལ་མ་ལྟོས་བའི་ཨ་ནི་ང་རང་ཚོ་གི་དེ་ལ་དོ་སྣང་བྱེད་དགོས་ཡ་ཅིག་སྟེ་རྒྱལ་ཁབ་གཞན་པ་གི་གསང་བའི་ལས་ཁུངས་དག་གང་ལ་གང་སེམས་ཚད་ལྡན་འདྲེ་ལབ་ན་འགྲིག་གི་རེད་དེ་ཚོ་གི་ཉི་ཞིབ་སྡེ་ཚན་གི་ཟིན་རྒྱུ་རེད་གཅིག་དེ་རེད། དེ་ནས་རྒྱབ་ལྗོངས་གི་ཐོག་ནས་བཤད་ཡོང་ནས་གང་ལ་སོ་བ་དེ་ཚོ་ད་ཆ་ཚང་རྒྱ་ནག་ནས་ཨ་ནི་ད་བོད་ནང་ག་རེ་ས་ད་ང་ཚོ་བོད་གི་སྤྱི་ཚོགས་ལ་ཉམས་ཞིབ་བྱེད་ན་རེད་ད་ཉི་ཞིབ་བྱེད་གི་སྟངས་པ་དེ་ཡིན་པ་སོང་ཙང་ཁོ་རང་ཚོ་གི་རྒྱབ་ལྗོངས་དེའི་རྩ་བའི་ཆ་ནི་དེ་འདྲས་ཤིག་རེད། ད་ནི་ཁོ་རང་ཚོ་གི་རྒྱབ་ལྗོངས་དེ་དང་འབབ་པའི་ད་གལ་ཆེ་ཤོས་དེ་ག་རེད་ན་ཁོ་རང་ཚོ་གི་ལས་ཀ་གི་ངོ་བོ་དེ་མ་འདྲ་བ་མ་འདྲ་བ་འདྲ་བོ་ཅིག་ཡོད་རེད། ད་རྒྱ་གར་གི་གསང་བའི་ལས་ཁུངས་ར་དེ་ཚོ་གི་བཤད་སྟངས་བྱས་ན། ད་ཆ་ལི་བན་ལོ་སིང་དེ་གི་ལས་ཀ་དེ་ཨ་ནི་ད་རྒྱ་གར་གི་བཤད་ཡོད་རེད་ཨ་ནི་རྒྱལ་བ་རིན་པོ་ཆེ་གི་སྐུ་བཤད་འབྲེལ་བ་འདུག་སིང་དེ་བཤད་ཡོད་རེད་དེ་བྱས་ནས་གང་ལ་ད་དེའི་ཚབ་ཆེ་ཤོས་འདྲ་བོ་ཅིག་དེ་རེད། དེ་ནས་གཉིས་བ་གཅིག་དེ་ད་ད་འདའ། ལོ་སིང་གི་ལོ་སིན་མ་རེད་ཨ་རིག་གི་ད་འདའ་སིན་བྱ་རྒྱུ་གི་ངག་དབང་གི། ནི་ངག་དབང་ལ་ནི་ཨེཕ་བྷི་ཨ་ཡེ་རེད་དེ་ཚོ་གི་ཉེས་འཛུགས་བྱེད་རྒྱུ་གི་ཡིག་ཆ་གི་ནང་ན་ག་རེ་ཡོད་ན། ཁོ་བྷི་གེ་ལ་བོད་པ་གི་སྤྱི་ཚོགས་ལ་ཉམས་ཞིབ་བྱེད་ཡ་དང་ཉན་ཞིབ་ཉམས་ཞིབ་ཟིན་ན་རེད་ད་ཉན་ཞིབ་བྱེད་ཡ་དང་དེའི་ནང་ལ་སོ་བ་སྐྱེ་བསང་བྱེད་ཡ་དང་ད་སོ་བ་རྒྱ་མིའི་སོ་བ་གི་སོ་སོ་ཉིད་གི་མ་ལག་བོད་པ་སྤྱི་ཚོགས་ནང་ལ་ནི། ད་རྒྱབ་སྐྱེལ་བཏང་ཡ་དང་ད་ག་ནང་བཞིན་གི་ཁོ་སྐད་ཆེ་ཤོས་ཅིག་ཁྱེད་ཕ་གེ་ལ་ད་ཆབ་སྲིད་རང་བཞིན་གི་སོ་བ་སྙུ་མ་གི་རྒྱུ་མཚན་གར་རྩ་རྒྱབ་ཆ་མཁོ་མཁོ་དྲུ་ལེགས་གི་རྣམ་པ་ཅིག་ཡོད་རེད་དེ་ཡིན་པ་ཚང་ཚང་ཁོ་ག་རེད་ན་བོད་རིགས་སྤྱི་མཐུན་ཚོགས་པ་རེད་དེ་ཚོ་གི་ཅིག་འགན་ཡོད་ནོ་གི་མི་ལ་ཐུ་བ་ད་ག་ནང་བཞིན་གི་ཁོ་རང་ལ་ཅིག་སྤྱི་ཚོགས་ཐོག་ལ་གང་ལ་གང་འཚམ་གི་འབྲེལ་བ་ཡོད་པའི་རྣམ་པ་ཅིག་ཡོད་རེད་ཁྱད་པར་དུ་གི་ཁོ་སྔོན་མ་ཨི། བཙན་ཤོད་ཀྱི་དག་ཅིག་ཆབ་སྲིད་ཀྱི་ནི་ཨི་འདྲེན་གྱི་ནང་ལ་ཞིག་མྱོང་ནི་མི་ཅིག་ཡོད་རེད་ཁོ་དེ་ལ་བགྱིད་ཡོད་རེད་དེ་འབའ་སོང་ཙང་མི་དེ་ནི་ང་ཚོ་གི་ཅིག་གར་ས་ཡིད་ཆེས་བྱེད་ཆོག་བ་འདྲ་བོ་དེ་འདྲ་རེད་མི་དེ་ཚོ་དྲིས་དུ་མ་རྒྱ་ནག་ལ་ནི་སྐད་བཏང་ནི་ལོ་བཅུ་བཅོ་ལྔ་ཚུ་གི་དག་ག་སི་བེ་ཟ་འདྲ་བོ་སྤྲད་གཞུང་འབྲེལ་གྱི་ཐོག་ནི་མ་ར་གདན་འདྲིན་ཞིག་དེ་བྱིན་པ་ཡིན་ན། མི་དེ་ཚོ་རིགས་དེ་ང་ཚོ་གི་ཡིད་ཆེས་ཆོག་པ་དང་མ་འོངས་པ་ན་ང་རང་ཚོ་ལ་དགོས་མཁོ་ཆེན་པོ་ཡོད་རྒྱུ་གི་མི་ཅིག་རེད་ཟེར། ཁོ་དེ་རྒྱ་ནག་གཞུང་ཚབ་ཁང་ལ་ཕ། ད་ཁོ་རང་གི་འབྲེལ་བ་ཅིག་སུ་མི་དེ་ཚོ་བཤད་ཡོད་རེད་དེ་ཅི་ནི་གང་ལ་ཁོ་གི་ལས་ཀ་དེ་དེ་ཟེར་ཅིག། ཆབ་སྲིད་རང་བཞིན་གི་སྲོལ་ངེས་ཆབ་སྲིད་ཀི་གནས་ཚད་རང་བཞིན་གི་སྲོལ་ངེས་ཀྱི་རྒྱ་བ་རིན་པོ་ཆེ་གི་ནི་ད་དེ་ལས་གི་དེ་རྒྱ་བ་རིན་པོ་ཆེ་གི་སྐུབ་ཤ་གི་སྐོར་དེ་ཅི། ནི་ད་རྡོ་རྗེ་རྒྱབ་མཚན་ད་སི་ཏན་ནས་ཟིན་རྒྱུ་དེ་ཁོ་རང་ལ་ཁྲིམས་ཁང་གི་ཡིག་ཆ་ཅན་པའི་ཁ་ཐིག་ལ་ཡིག་ཆ་བཏང་པའི་ཁྲིམས་ད་ཁོ་ལ་ད་ཁྲིམས་ཁང་གི་བཅད་ཁྲ་ཁོ་རང་བཏང་བཤད་ཡོད་རེད་དེ་ཐོག་ནས་ཁྲིམས་ཁང་གི་བཅད་ཁྲ་དེའི་ཐོག་བལྟ་ཡོང་ནས་གང་ལ་ཁོ་བོད་པ་གི་སྤྱི་ཚོགས་རང་ལ་སྤྱི་ཚོགས་གི་གཞི་རིམ་གི་སྤྱི་ཚོགས་ནང་ལ་ཁོ་ནི་ཉམས་ཞིབ་བྱེད་ཡ་དེ་འདྲའི་འདྲ་བོ་ཅིག་རེད་ཤག་ད་དེ་བྱས་ནས་གང་ལ་ཁོ་ག་རེད་ན་ཕི་གེ་ལ་བོད་པ་དེ་ག་བ་ནས་ཡོང་རྒྱུ་རེད་ས་ཁུལ་ག་བ་ནས་ཡོང་རྒྱུ་རེད་ནང་མི་གི་གནས་སྟངས་ག་འདྲ་རེད་བན་བྱུར་གི་གནས་སྟངས་ག་འདྲ་རེད་དེ་འདྲའི་དྲིས་ད་ལས་ཨ་ནས་ད་ཕ་རྒྱ་ནག་ག་དང་ནས་གི། གནས་ཚད་དེ་འདྲའི་ཡིན་ནི་གང་ལ། ད་ལྟ་གི་སོ་བ་དང་འདི་ཚོ་གསུམ་ཆ་གི་ཐོག་ནས་བཤད་ན་སོ་བ་གསུམ་ལ་ལས་དོན་གི་ཁྱབ་ཁོངས་མ་འདྲ་བ་གསུམ་ཡོད་དེ་ཡིན་པ་སོང་ཙང་ང་ཚོ་འདིའི་ཁྱབ་ཁོངས་ལ་དབྱེ་བ་བཀར་དགོས་ཡ་གཅིག་གཅིག་དེ་ནས་རྒྱ་གར་གི་ཁར་ཚང་སེང་བྱ་རྒྱུ་གི་ར་ཇི་ཤར་མ་ད་དེ་དེ་འདྲ་བོ་ཡིན་ན་རྒྱལ་སྤྱི་གི་རྒྱུད་ལུང་གི་ཐོག་ལ་ད་རྩོམ་ར་དེ་འདྲའི་བྲིས་ནས་ཀྱི།

ཨ་ནི་ད་གོ་རང་ཚོ་གི་ད་རྒྱལ་བ་རིན་པོ་ཆེ་གི་སྐུ་ཕྱྭ་གི་སྐོར་ལ་བི་ན་ད་ད་ད་གི་ལྡེ་ལི་གི་ཆ་ལི་བན་ཨ་ནི་སེ་ཡ་ད་དེ་ལོ་སིན་སེ་ཡ་དེ་རྒྱལ་བ་རིན་པོ་ཆེ་གི་སྐུ་ཕྱྭ་ལ་ཨ་ནི་ད་ཉེན་ཁ་ཡོད་པའི་མི་ཅིག་རེད་མ་རེད་གོ་རང་ལ་དེ་གི་འཇོན་ཐང་འདུག་མི་འདུག་གོ་རང་གི་རྒྱབ་སྐྱོང་དེ་ང་ཚོ་མ་ཅིག་དང་པོ་དེ་ང་ཚོ་དེ་ཅིག་བཤད་ན་བསམ་སོང་དེ་ནི་གང་ལ། ད་ད་ད་ང་ཚོ་འདུག་སྟ་དེ་ནི་སྒང་ལ། རྒྱ་གར་གི་ད་ད་ཆ་ལི་བན། ད་ལོ་སིན་ཟེར་ཡ་དེས་རྒྱ་གར་གི་སྔོན་མ་ཁོ་ལ་ཅིག། དོགས་པ་ཡོད་པའི་ཐོག་ནས་ཁོ་རྒྱ་གར་གི་ད་ལག་པ་ཚེ་ཚེ་ན་རེ་སྔོན་མ། དེ་ཉིས་སྟོང་བཅུ་བཞི་ལོ་ད་བ་ལ་རྒྱ་གར་གི་ལག་པ་ཚེ་ཡོད་བའི་གནས་སྟངས་ཅིག་འདུག་ད་དེ་ཡིན་པའི་སྐབས་ན་སྐབས་དེ་རིའི་སྒང་ལ་ཡང་ཁོ་རྒྱ་གར་གི་ལག་པ་ཚེ་བ་དེ་བལ་འབྱོར་གི་གནས་སྟངས་ཅིག་རེད་ཤག་ཨ་ནི་ཁོས་བལ་འབྱོར་དེ་ཡ་མ་ནག་ཚོང་བྱས་ནས་པར་བཏང་ད་ཡོད་པ་རྒྱུ་མཚན་ཅིག་རེད། དེ་ནས་ན་ནིང་ད་གར་ཚང་ཁོ་སིམ་པའི་ཁ་ཐུག་ལ་ཡང། ཁོ་དང་པོ་དོགས་པ་བསགས་དགོས་ཡ་དེ་གསང་བའི་ལས་ཁུངས་ར་དེ་འདྲས་གི་ཨ་ནི་ཁོ་ལ་ཨ་ནི་རྒྱབ་ལྗོངས་དེ་ད་གར་སོགས་རེད་གསལ་བོ་ཆགས་ཡོད་མེད་ལ་མ་ལྟོས་བའི་ཁོ་དང་པོ་སིམ་པ་དེ་རྒྱ་གར་གི་རྩིས་ཞིབ་གི་ལམ་ཁ་ནས་ཨ་ནི་རྒྱ་གར་ནང་ལ་དཔེ་ཆ་ད་ཁྲིམས་འགལ་གི་མང་པོ་བཏང་གི་ཡོད་པ་གི་ཐོག་ནས་ཁོ་སིམ་ཡོད་རེད། དེ་བྱས་ནས་གང་ལ་ད་ད་ལྟ་གི་ཁོ་རང་གི་དེའི་དཔེ་ཆ་གི་ཡོང་སྟངས་དེའི་ཐོག་ནས་ད་ཡོང་ནས་གང་ལ། རྒྱ་མིས་གསོ་བ་དེ་ཚོ་གི་ད་ལོ་རྒྱུས་ཀྱི་ཐོག་རེད་ད་རྒྱ་མིས་གི་གསོ་བ་གི་གཅིག་གཅིག་ལ་བེད་ཆགས་བཏང་ཡག་གི་ཉམས་མྱོང་ར་ད་ནི་ཁོ་རང་ཚོ་གི་ལྷི་ཁྲི་སྤྱི་རྒྱུག་གི་མི་དེ་ཚོ་ལ་བེད་ཆགས་སྤྲད་ཡག་དེ་ཡང་ན་ཁོ་རང་ཚོ་རྒྱ་ནག་གི་ནང་ལ་སོང་ནས་རྒྱ་ནག་གི་ནང་ལོག་ལ་སོང་ནས་ཨ་ནི་ཨ་ནི་ཁོ་ཚོ་ལག་པ་ལ་བེད་ཆགས་བཞག་ཡག་དེ་འདྲས་འདྲ་བོ་གཅིག་བྱེད། དེ་ནས་ཁོ་རང་ཚོ་གི་འབའ་ཁུག་གི་ནང་ལ་ཐད་ཀར་ནས་ད་རྒྱ་ནག་ནང་ལོགས་ནས་བེ་ཤ་བཏང་ཨེ་ཡིན་དེ་འདྲའི་གི་རིགས་དེ་ཨ་རི་ནས་སོ་ཨ་ཟིན་པ་དང་དེ་ཚོ་སྐོར་ལ་བེ་ཤ་དེ་ཕ་ཁྱེར་འབའ་ཁུག་ནང་ལ་ཐད་ཀར་ཡོང་གི་ཡོད་པའི་རྣམ་པ་འདྲ་བོ་ཅིག་ཡོད་རེད། ངག་དབང་གི་ཁར་རྩང་འདི་ཨ་ནི་ད་གསང་བའི་བེ་ཤ་སླེབས་ཤ་ཟེར་ཡ་དེ་རེད་ཁོ་རྒྱ་ནག་ནང་ལོགས་ནས་ཐད་ཀར་ཁོ་རང་གི་འབའ་ཁུག་ནང་ལ་སླེབས་གི་ཡོད་པའི་རྣམ་པ་ཅིག་ཡོད་རེད། ད་ལྟ་ད་ལྟ་གི་ལྡི་ལི་གི་དེའི་ཆཱ་ལི་བཱན་བློ་སེང་གི་བེ་ཆ་སླེབས་སྟངས་ཀྱི་ཐོག་ནས་བཤད་ཡོང་ནས་གང་ལ། ཁོ་འགྲོ་ནས་ཀྱི་བེ་ཆ་དེ་ཨ་ནེ། འདོ་སི་ཅི་ཡོང་གི་འདུག་ཨ་ཀར་ས། མ་ནི་ག་རིམ། Western Union། ཨ་ནེ་ད་ག་ནང་བཞིན་གི་ད་ལྟ་གི། བེ་ཆ་ཁྲི་ར་དེའི་ཐོག་ན་བེ་ཆ་བཏང་ཡག་གི་ད་བཏང་སང་ད་དེ་དེའི་ཚོང་དེ་རྒྱབ་ནས་མང་པོ་ཡོད་བོད་པ་ནང་ན་རེད་ཡོད་དེའི་ཚོང་འདྲ་བོ་ཅིག་ཅེས་དེའི་ཐོག་ན་བེ་ཆ་གི་ཡག་མ་བཏང་ན་འཛག་གི་ཐོག་ན་ཁེབས་སང་ཅིག་ས་ཡོད་དེ་ཡིན་པ་སོང་ཙང།

ཁོ་རང་གི་རྣམ་པ་དེའི་ཐོག་ན་ཁོ་ད་ལྟའི་ཅིག་ཚོང་ཟིག་ཡིན་པའི་རྣམ་པ་འདྲ་བོ་ཅིག་ཡོད་རེད་དེ་མ་གཏོགས། རྒྱ་ནག་ནས་དཔེ་ཆ་ཐད་ཀར་རྒྱ་ནག་གི་སོ་བ་བྱེད་ཡག་གི་དཔེ་ཆ་ཐད་ཀར་བཏང་གི་ཡོད་ན། ཨ་ནི་རྒྱ་ནག་གཞུང་ཚབ་ཁང་ནས་ལེན་ཡག་དང་ཡང་ན་ནེ་པ་ལི་དང་ད་རྒྱ་ནག་ར་འདིའི་བར་ལ་ནག་ཚོང་འགྲོ་ས་གི་ད་ལམ་ཁ་ཞེ་དྲག་ཡོད་རེད་དེ་འབའ་སོང་ཙང་བ་རོལ་འདི་ནས་ཨ་ནི་དཔེ་ཆ་ད་ཅིག་ཅིག་གི་ལག་པ་ལ་སྒྱུར་ཐུབ་ཡག་དེ་འདྲའི་རེད་མ་གཏོགས། རྒྱ་གར་གཞུང་གི་རྩིས་ཞིབ་ར་དེ་གི་མིག་གི་མཐོང་ལྟ་ས་གི་འོག་ནས་དཔེ་ཆ་འདི་འདུག་སི་བཏང་བ་དེ་གི། ཨ་ནི་ཁོའི་སོ་ཉིལ་གྱི་ཐོག་ནས་བཤད་ལོང་ན་ཁོ་བྱང་རྩེ་ལྡན་པ་ཅིག་མིན་པ་རེད་བ། ད་ལྟ་གི་སོ་ཉིལ་གྱི་རིམ་པ་ནས་བཤད་ལོང་ནི་གང་ལ་ཁོ་རང་ལ་ཚོགས་ཆུང་མེད་པ་མ་ཟད་ཁོ་རང་གི་ཕར་ཕྱོགས་ནས་ཁོ་ལ་སྦྱིན་བདག་བཏང་ནས་ཅིག་ཁོ་ནར་རྒྱ་གར་ནང་ལ་བེད་ཆ་དུས་སུ་བཏང་བ་ཡིན་ན། ཨ་ནི་དེས་རྒྱ་གར་གཞུང་གི་སྔ་རྗེས་མ་གཏོགས་ཧ་གོ་རྒྱུ་ཡིན་པ་གི་རྒྱུ་མཚན་གཅིག་དེའི་ཐོག་ནས་བཤད་ལོང་ན་ཁོ་སོ་ཉིལ་ཡིན་ན་རེད་ཚད་མཐོན་པོ་ཅིག་ཧ་ལམ་སླེབས་མེད་པ་སྟབས་སྦྱོང་བརྡར་གྱི་ཐོག་ནས་འདང་གི་མེད་པ་གི་ཕྱོགས་གཅིག་དེ་རེད། ཕྱོགས་གཅིག་དེ་དག་རྒྱ་གར་ལ་སྤྱིར་བཏང་གི་ཆ་ནས་རྒྱ་གར་གྱི་རྒྱ་མིའི་སོ་བ་ཟིན་པ་ཡིན་ལ་ཡ་དེ་དང་མཉམ་གཅིག་ཏུ་གཅིག་བེད་ཆགས་ཀྱི་སྐོར་དེ་རྒྱ་གར་གྱི་གསང་བའི་ལས་ཁུངས་ཀྱི་ད་གཅིག་ད་གར་སོགས་ལ་གཅིག་དོ་དམ་པོ་འདྲ་བོ་ཅིག་བྱེད་ཀྱི་རེད་གལ་སྲིད་དཔེ་ཆ་ཅིག་ཡོད་པ་ཡིན་ན་ནི་ལམ་སང་དེ་གཅིག་གསང་བའི་རྒྱུད་ལུམ་ར་དེ་འདྲས་ལ་གཅིག་ནི་ད་གཅིག་དེ་ལ་གཅིག་ད་གསང་བའི་ལས་ཀ་གཅིག་ཡོད་པའི་སྒྲོ་འདྲ་བོ་ཅིག་དག་ཡ་དེ་རྒྱ་གར་ལ་དགའ་བོ་འདྲ་བོ་ཅིག་རེད་ད། ཡིན་ན་ད་རྒྱ་གར་གི་ཉིས་སྟོང་ད་སྤྱིར་བཏང་རྒྱ་དཀར་ནག་གི་དཔའ་རུ་ལ་སོ་བ་ཉུང་མ་གི་ལས་ཀ་དེ་ད་རྒྱུན་རང་པོ་ཅིག་རེད་ད་ཁྱད་པར་དུ་གི་ད་རྒྱ་དཀར་ནག་གི་དཔའ་རུ་གི་སོ་བ་ཉུང་མ་གི་ད་ཅིག་རྒྱུ་ལུམ་ཆེ་ཤོས་འདྲ་བོ་དེ་ཧ་ལམ་རྒྱ་མཚམས་ནས་དམག་གི་སྐོར་གི་ད་གནད་དོན་དེའི་ཐོག་ལ་ནི་ད་རྒྱ་ནག་ལ་ཆ་བཞག་ན་རྒྱ་གར་ནང་ལ་སིམ་འཛུལ་བྱེད་ཡ་གི་ལམ་ཁ་དེ་མང་པོ་ཅིག་བ་རེད། དེ་ཡིན་པ་སོང་ཙང་ད་རྒྱ་ནག་གི་སོ་བ་དེ་ཚོ་གི་རྒྱ་གར་ནང་ལ་རྩར་བཅོས་བྱིན་པ་དེ། ད་སྔོན་མ་རྒྱུད་ལུམ་ཁག་ལ་དེ་ཚོ་སླེབས་བཞག་རྒྱུ་གི་ཅིག་སོ་བ་ཡིན་ལབ་ནས་དེ་འདྲའི་སེང་བཞག་རྒྱུ་གི་ཡིག་ཆ་ར་ད་ཅིག་རྒྱུད་ལུམ་ཁག་ལ་སླེབས་རྒྱུ་དེ་ཚོ་འདྲ་བོ་ལ་ཆགས་བཞག་ན། ཨ་ནི་ཉིས་སྟོང་བཅུ་གཅིག་བཅུ་གཉིས་རེད་ད་བ་རེད་ད་དེའི་རྗེས་གཟིགས་ནས་ད་སྐབས་དེ་རིའི་སྒང་ལ་ད་ང་ཚོ་ཉམས་ཞིབ་ནང་ན་ཡོད་པའི་ཁ་ཐུག་རེད་དེ་རིའི་སྒང་ལ་གནས་ཚད་དེ་འདྲའི་ད་ཕྲན་ལ་ཕྲན་བུ་ང་ཚོ་ནམ་རྒྱུན་ལྟ་བསྡད་ཡོད་རེད་ད་དེའི་ཐོག་ནས་ད་ཡོང་ནས་སྒང་ལ། རྒྱ་གར་གྱི་ཐོག་ལ་རྒྱ་ནག་གི་སོ་བ་ཉུང་མ་བཏང་ཡ་དེ་མང་ཆེ་བ་གཟིགས་རྒྱ་མཚམས་དང་ག་དམག་གི་སྐོར་དུ་བ་ལ་མང་པོ་བཏང་དགོས་རེད་ད་རྒྱ་མཚོའི་ནང་ལ་རྒྱ་གར་གི་དམག་དམག་དོན་རྒྱ་སྐྱེད་དགོས་རེད་ད་དེའི་ནང་ལ་བཏང་གི་ཡོད་རེད་ཁྱད་པར་དུ་ཧི་མ་ལ་ཡ་གི་རི་སྐེད་ལ་ནས་དམག་ར་དེ་ཚོ་གི་ནས་ད་རྒྱ་བསྐྱེད་ག་རེ་བྱེད་གི་འདུག་དམག་ས་ག་བ་བཙུགས་གི་འདུག་ད་དེའི་གི་ཐོག་ལ་རྒྱ་མི་ད་ཨིན་འདྲ་བོ་ཡོད་ས་རེད་སོ་བ་ཉུང་མ་བཏང་ཡ་ད་དེ་འདྲའི་སྐོར་ལ་རྒྱ་གར་ཡིན་ན་དོ་སྣང་ཞེ་དྲག་བྱེད་གི་ཡོད་རེད། ཨ་ནི་ཉིས་སྟོང་ཅིག་ཤོས་ཅིག་ཉིད་དུ་བ་ཅིག་ཡིན་བསམ་སོང་རྒྱ་ནག་གི་སོ་བ་རེད་ལབ་ནས་གི་མི་གསུམ་བཞི་ཙིག་རྒྱ་མི་རྒྱ་གར་གི་ཟིན་སོང་སྐབས་དེ་རིག་གང་ལ་ངས་ཤེས་ཡ་ཅིག་གི་ད་ད་འདའ་ཆ་བྱང་དེ་བྷ་བི་ད་དང་སང་ད་ཨ་རི་ར་དེ་ཚོ་གི་བཀག་ཏུ་ནས་བྷ་བི་གི་ཨ་ནི་ལས་ལས་ཀ་བ་ལས་ཀ་བྱས་ནས་དེ་འདྲས་ད་དེ་འདྲས་གི་ཅིག་ཨ་ནི་ཁམ་ཕུ་ནས་དེ་འདྲས་གི་མི་རེད་ལབ་ནས་གི་མི་གསུམ་བཞི་ཟིག་ཟིན་པ་རེད། རྒྱ་གར་གྱི་ས་མཚམས་ད་ལྟ་བཟོ་དངོས་ནས་ཅིག་བྱས་ན་གསོ་བ་ཡིན་ན་དང་ཁོ་ཚོ་ག་རེ་བྱེད་ཀྱི་འདུག་ལབ་ན་རྒྱ་གར་གྱི་ཧི་མ་ལ་ཡ་རི་རྒྱུད་ཀྱི་དམག་ས་ར་དེ་བཟོ་ནས་འདི་བྱེད་ཀྱི་འདུག་ཟེར། གར་ས་ད་པར་རྒྱབ་ཡ་དང་དམག་གི་རྟེན་གཞི་དེ་འདྲའི་པར་རྒྱབ་ཀྱི་འདུག་ཟེར་དེ་འདྲས་ཅིག་ཟིན་སོང་ཉིས་སྟོང་ཅིག་བཅུ་གཅིག་ཉིན་ཟིག་རེད། དེའི་རྗེས་ལྟ་བ་ཅིག་ལ་རྒྱ་ནག་གི་ད་རྒྱ་ནག་གི་རྒྱ་གར་ཐོག་ལ་གསོ་བ་ཉུལ་མ་བཏང་ཡ་གི། སྐད་ཆའི་གཤིས་འདྲ་བོ་ཞིག་ག་བ་བྱེད་གི་འདུག་ལབ་ན། འདི་འདྲ་བོ་ཞིག་རེད། རྒྱ་གར་གྱི་ད་ཨ་སམ་གྱི་ཕྱོགས་དེ་བ་ལ་ནི་ཁབ་སྤྲེལ་གྱི་ཕྱོགས་ཁག་ཟེར་ན་རེད། ད་རྒྱ་ཁོ་ཚོ་ལ་ལོག་པ་རང་བཙན་དགོས་ལབ་ནས་ད་དེ་འདྲའི་གི་ཚོགས་པ་ཁ་ཤས་ཅིག་ཡོད་བ་རེད། ད་དེ་དེ་ཚོ་གི་མགོ་འཁྲིད་མི་སྣ་ད་དེ་ཚོ་གི་དེ་ཚོ་ལ་ནི་རྒྱ་ནག་གཞུང་གི་ཕར་ད་བློ་འགུག་བྱེད་ཡ་དང་སྐྱེ་བསང་བྱེད་ཡ་དང་མ་རྩ་བཏང་ནས་ཅིག་གང་ལྟར་རྒྱ་གར་ནང་ལ་ཉོག་དྲ་བཟོ་ཡ་དེ།

རྒྱ་མོ་གཅིག་ར་སྔོན་མ་ཟིག་ཟིན་སོང་རྒྱ་མོ་གཅིག་ཐང་མ་གཉིས་གསུམ་ཟིག་རྒྱ་གར་ནང་སླེ་ཡ་སེ་ཡ་དེ་འདྲས་གཅིག་ཡོད་དེ་འདྲས་གཅིག་སེམས་པ་ངས་དྲན་གི་འདུག་དེ་ར་ཕ་སྤྱིར་ཉིས་སྟོང་བཅུ་ཐང་པ་ཅིག་ཆིག་པ་རུ་དོ་བ་ཅིག་ཡིན་བསམ་སོང་ད་དེའི་རྗེས་རི་གཅིག་ནི་ད་ད་འདའི་སྐབས་ལ་ད་རྒྱ་གར་གི་རྒྱ་གར་ནང་ཉིས་ཤག་གི་ད་ཆབ་སྲིད་ཀི་ཐོག་གི་གནས་ཚུལ་རྦད་དུ་འཛའ་དྲག་ཆག་ད་ཐ་ན་དམག་གི་གདོང་ཐུག་ཅིག་འདུག་རེད་ད་སྐབས་འདི་བ་ལ་ནི་སོ་བ་ཅིག་སེམས་པ་དེ་ད་བོད་ཀི་དང་འབྲེལ་བ་ཡོད་རྒྱུ་གི་ལོ་སིན་སེ་ཡ་འདི་རེད། ད་ལྟའི་ལྟ་ཡོང་ནི་གང་ལ། སྔོན་མ་གི་འཚོ་བ་དེ་ཚོ་དང་བསྡུར་ན་ད་ལྟ་གི་བློ་སེང་གི་ལས་ཀ་འདི། ད་གར་སོག་ར་ཅིག་ཡོད། དེ་འདྲའི་གི་ཚད་མཐོན་པོ་ཅིག་ང་ཚོ་མ་རེད་བསམ་གི་འདུག་ག་རེད་ན་ཁོ། ཉིས་སྟོང་བཅུ་བཞི་ལོ་དུ་བ་ཁོ་ལ་དོན་དོན་དག་ཅིག་བྱུང་ཚར་རེད། དེ་བྱུང་ཚར་བའི་རྗེས་ནས་ཁོ་ད་ལྟ་མུ་མཐུད་དུ་རྒྱ་གར་ནང་ན་བསྡད་ཡོད་ནི་གང་ལ། དེ་ན་འཚོ་བ་སྙུག་མ་ཅིག་ཡིན་ན་ཁོ་གནད་དོན་ཅིག་བྱུང་ཚར་བའི་རྗེས་ལ། ཨ་ན་ད་ཧ་ལམ་ཁོ་ཟ་གི་དེ་བཞག་གི་མ་རེད་དེ་འབའ་ཚང་ཚང་ད་ཁོ་འདྲ་བོ་འཚོ་བ་ཡིན་ན། རྒྱ་ནག་གཞུང་གི་དམིགས་སྲིད་ཀྱི་སྐྱེ་བསང་བྱེད་རྒྱུ་གི་དེ་འདྲའི་གི་སོ་བ་གཅིག་མ་རེད་ད་སོ་བ་ཉུང་མ་གི་ལག་པ་གི་ད་སོ་བ་ཉུང་མ་ལ་རིགས་འདྲ་བོ་གསུམ་ཡོད་རེད་གཅིག་ཐད་ཀར་དུ་གསང་བའི་ལས་ཁུངས་གི་མི་སྣ་དེ་ཚོ་གཅིག་ད་ལྟའི་སྐྱེ་བསང་ཆ་ཚང་ཡོད་རྒྱུ་གཉིས་ཁོ་རང་ཚོ་གི་བེད་སྤྱོད་བཏང་ཡ་གི་མི་དེ་ཚོ་ལ་གང་ལ་གང་འཚམ་གི་སྦྱོང་བརྡར་སྤྲད་ཡོད་དེ་གཅིག་དེ་ནས་ད་དེའི་མཐའ་འཁོར་ལ་ད་ད་ག་ཚིག་བེད་སྤྱོད་བཏང་ད་ནི་དེ་འདྲའི་འདྲ་བོ་གི་གཅིག་ཡིན་སྲིད་གི་རེད་བསམ་གི་འདུག་དེ་མ་རེད་དོ་ཁོ་གཅིག་སྦྱོང་བརྡར་ཚད་ལྡན་རག་རྒྱུ་དང་དེ་འདྲའི་གི་གཅིག་སོ་བ་གི་རྣམ་པ་དེ་མི་འདུག་ད་ནི་ད་ཁུ་ལེ་ཀ་དེ་ད་ལེ་ཀ། ད་ད་ལྟ་རྒྱ་གར་གི་གསང་བའི་ལས་ཁུངས་ཀྱི་བཤད་སྟངས་ཅན་པ་ཡིན་ན། ད་ཁུ་ལེ་ཀ་དེ་ཚབས་ཆེན་པོ་ཞིག་རེད་ད་རྒྱ་གར་རིན་པོ་ཆེ་གི་སྐུ་བཤད་བར་དུ་ད་འབྲེལ་བ་ཡོད་རེད་ཟིག་ད་དེ་བཤད་བསྡད་ཡོད་རེད། ཡིན་ན་ད། སྤྱིར་བཏང་བཤད་སྟངས་ཅན་ན་རྒྱ་གར་རིན་པོ་ཆེ་གི་སྐུ་བཤད་ལ། སི་ཡིས་ཉེན་ཁ་ཡོད་ན་རྒྱ་ནག་གི་གཏང་བྱ་རྒྱུག་གི་སོ་བ་ཉུག་མ་དེ་ཚོ་གི་ཉེན་ཁ་ཡོད་རེད་ཟེར་ན་དེ་བྱེད་སྟངས་གི་ཐོག་ནས་བྱས་ན་དེ་ད་ང་ཚོ་ཡིན་པ་ལ་ཆ་འཇོག་བྱེད་དགོས་རེད། དེ་ཙམ་མ་ཟད་པའི་ད་དཔེར་ན་བོད་གཞུང་བདེ་སྲུང་ལས་ཁུངས་ཀྱི་ངོས་ནས་ཨ་ནི་རྒྱ་བ་རིན་པོ་ཆེ་གི་སོ་བ་ལྟར་སྐར་ཚ་སྐུ་བཤད་ལ་ཉེན་ཁ་ཡོད་པ་གི་ཅིག་སྤྱི་ཚོགས་ནང་ལ་ད་སོ་བ་ཉུག་མ་བཟོས་ན་རེད་སྤྱི་ཚོགས་ནང་ལ་དོགས་ཟོན་བྱེད་དགོས་ཡ་གི་མི་སྣ་ཅིག་བདེ་སྲུང་གི་ངོས་ནས་ཅིག་བཤད་བསྡད་ཡོད་རེད། ད་དེ་ཚོ་ཆབ་སྲིད་ཀྱི་རང་བཞིན་རེད་ད་དེའི་འབའ་སོང་ཙང། དེ་ལྟས་ན་ད་ལྟ་གི་རྒྱ་གར་གཞུང་གི་འདི་ང་ཚོ། དོ་སྣང་བྱེད་དགོས་ཡ་གཅིག་རེད་ད་ཡིན་ན་ངས་འདིའི་ཐོག་ནས་དང་པོ་འདི་འདི་འདྲས་གཅིག་བཤད་ན་བསམ་སོང། རྒྱ་གར་གཞུང་གི་སྤྱིར་བཏང་གི་ཆ་ནས་ད་ཁོ་སོ་བ་ཡིན་པ་གི་རྒྱུ་མཚན་དེ་ལ། བེད་ཆགས་གཏང་གི་ཡོད་པ་ཅིག་བེད་ཆགས་དེ་བོད་ཀྱི་སྤྱི་ཚོགས་ནང་ལྷད་ཡོད་པ། ཁྱི་རྐུ་ཤོག་ཁ་ཤས་ཅིག་ལ་ནས་བེད་ཆགས་ད་མང་པོ་ཅིག་ད་བཏང་ཡོད་པ་གི་རྒྱུ་མཚན་དེ་ད་གྲངས་ཀ་ནས་དུ་བཤད་ཀི་ཡོད་རེད། དེའི་ཐོག་དེ་ལྟ་ཡོང་ནི་སྒང་ལ་སྔོན་མ་འདི་རེད། རྒྱ་བ་ཀརྨ་པ་ད་རྒྱ་གར་ལ་ཕེབས་ཚར་བའི་ཁ་ཐུག་དུ་བ་རེད་ད་དུ་བ་ལ་ད་དེ་ལ་བཤད་སྟངས་སྣ་ཚོགས་ཡོད་རེད་རྒྱ་བ་ཀརྨ་པ་ཕེབས་ཚར་བའི་དེའི་རྗེས་དུ་བ་ལ་ནས། རེད་ད་དེའི་རྗེས་ནས་ནི་རྒྱལ་བ་ཀརྨ་པ་གི་བླ་བྲང་ནས་ནི་དཔེ་ཆ་མང་པོ་བརྩིགས་ད་ཤག་མཛོད་གཙོ་གི་བདག་པོ་རྒྱ་མ་ཐི་བ་བཅས་ནི་རྒྱ་གར་གཞུང་གི་འཕྲོག་པ་དེ་རེད་ད་དེའི་ཐོག་ནས་བཤད་ན། སྐབས་དེ་རིགས་གང་ལ་ད་ང་འདྲ་བོའི་ནི་བདེ་སྲུང་ལས་ཁུངས་བདེ་སྲུང་ལས་ཁུངས་མ་རེད་ང་འདྲ་བའི་ནི་ཚོགས་པ་ཁག་ལ་ལས་ཀ་བྱེད་དགོས་རེད་དེ་མ་ཚང་ཚང་ང་ཚོ་ཚོགས་པ་ཁག་གི་ལས་ཀ་བྱེད་ནི་ཁ་ཐུག་ལ། རྒྱ་གར་གཞུང་གི་གསང་བའི་ལས་ཁུངས་ཀྱི་མི་སྣ་དེ་ཚོ་དོན་དག་ཡོད་ན་མེད་ན་ད་ང་ཚོའི་རྩར་སླེབས་ནས་ཇེ་ཅིག་ཚོགས་པ་ཁག་ལ་འཆར་གཞི་ག་རེ་ཡོད་ཟེར་ཡ་འདྲ་བོ་དང་ད་དེ་འདྲའི་ཅིག་སྐད་ཆ་དྲིས་བསྡད་ཀི་རེད་མ་འོངས་པར་ལས་འགན་ག་རེ་སྤེལ་ཡ་གི་དེ་རྒྱ་གར་གཞུང་གི་ཁོ་རང་ཚོ་གི་ལས་ཀ་ངོ་བོ་ཅིག་རེད་དེ་འབའ་སོང་ཙང་དེ་ང་རང་ཚོ་ཅིག་ཁོ་ཚོ་ལ་ཅིག་གཡོལ་ཐབས་འདྲ་བོ་ག་ཡོད་མ་རེད་ཁོ་རང་ཚོ་གི་སྒོ་གདོང་ནས་ཚིར་བསྐོར་ཡོང་ནས་ད་དེ་འདྲའི་ཅིག་གི་རེད་ཟླ་བ་གཅིག་ག་ཐང་མ་ཅིག་འདྲ་བོ་གཉིས་འདྲ་བོ་དེ་འདྲའི་ཡོང་གི་རེད་དེ་འབའ་སོང་ཙང་ད་བོད་པ་སྐོར་ལ་ཇེ་སྟོགས་ཅིག་བསྡད་ནས་གསང་བའི་ལས་ཁུངས་ཀྱི་མི་སྣ་དེ་ཚོ་རེད།

སྤྱིར་བཏང་གི་ཐོག་ནས་རྒྱ་བ་ཀརྨ་པ་སོ་བ་ཡིན་མིན་དང་ད་དེ་ལ་ཅིག། དེའི་གི་རྒྱབ་ལྗོངས་ལ་ཁྱོད་ཚོ་གི་རིག་པ་བཅས་ཅིག་བཏང་གི་ཡོད་རེད་དེའི་རིགས་དེ་དེ་ང་འབྲེལ་བ་ཡོད་བ་མ་རེད་ལ་ཡིན་ཡིན་ན་ངས་རྒྱ་བ་རིན་པོ་ཆེ་རྒྱ་བ་རིན་པོ་ཆེ་མ་རེད་རྒྱ་བ་ཀརྨ་པ་སོ་བ་ཡིན་མིན་གི་ང་བརྟག་དཔྱད་བྱེད་ཡ་གི་ཅིག་བྱས་ན་ང་ལ་འགན་དེ་རེད་ཡོད་བ་མ་རེད་ལ་ཡིན། ཡིན་ནའང་ནང་པ་ཚོ་གི་ད་ལྟ་བཤད་བསྡད་པ་དེ་ལ། རྒྱལ་བ་ཀརྨ་པ་གི་བླ་བྲང་ནས་སྒོར་མོ་རྒྱ་ནག་གི་ཡོད་མང་པོ་ཅིག་འདུག་ད་དེའི་ཆེད་དུ་གསོ་བ་རེད་ལབ་དགོས་ན་ངས་ཁོ་ཚོ་ལབ་རྒྱུ་བྱུང། ངས་བསམ་བློ་བཏང་པ་ནི་དེ་རྒྱ་མིས་གསོ་བ་མིན་པ་གི་སྒྲུབ་བྱེད་ལ་ཧ་ལམ་འགྲོ་གི་རེད་ལ་ཡིན་ག་རེ་བྱས་ནས་ལབ་ན། རྒྱ་ནག་གཞུང་གི་རྒྱལ་བ་ཀརྨ་པ་ལ་གསོ་བ་ཉུང་མ་བྱེད་ཡ་གི་དཔེ་ཆ་ཅིག་བཏང་གི་ཡོད་ན། ཧ་ལམ་དཔེ་ཆ་དེ། ད་དུ་སུ་དང་གི་མ་རེད་ལ་ངས་ངའི་བསམ་བློ་བཏང་པ་ཡིན་ན། དཔེར་ན་སུ་ཞིག་གི་བན་ཁི་འདྲ་བོ་ཅིག་གི་ནང་ལ་དཔེ་ཆ་བླུགས། དཔེ་ཆ་བླུགས་ཚར་བའི་རྗེས་ནས་ཨ་ནི་ཅེ་ཁི་ཁོ་རང་སུ་ར་སྤྲད་ཡག་གི་ད་དེ་ཕ་ཁྱེར་ད་རྒྱ་མིའི་དཔེ་ཆ་སྤྲད་དགོས་ན་དེ་འདྲས་སྤྲད་ཀིར་མ་གཏོགས་སོང་བར་དངུལ་དེ་ཡོད་ནག་མར་མར་ཕྱིར་འོང་བའི་རྒྱ་བ་ཀར་མ་པ་བརླག་པ་བཞག་དེ་འདྲས་ཅིག་བཏང་སྟེ་ངས་བལྟས་ན་དེ། རྒྱ་ནག་གི་སོ་བ་ཉུལ་མ་གི་རྒྱ་བ་སྐར་མ་པ་བེ་ཆ་ཏྲེ་ལི་ཉོ་གི་ཡོད་ན་ར་ཧ་ལམ་དེ་ད་ཚད་འདྲ་བོ་དབུ་མ་དྲ་ག་ལ་ང་ཚོ་ངེས་འཛིན་བྱེད་གི་ཡོད་ཚེ་ང་འདྲ་བོ་ཡིན་ན་ད་དེ་དེ་འདྲས་ཅིག་བྱས་ན་ཕ་ཁྱེར་ཡིན་དེ་ཚད་སྐྱོ་གར་ས་ཚད་འདྲ་བོ་དབུ་མ་དྲ་ག་རེད་ངས་ཁོ་ཚོ་དེ་འདྲས་འདྲ་བོ་ཞིག་ལབ་བ་ཡིན་ད། དེ་ག་རེ་རེད་ཟེར་ན་རྒྱ་གར་གི་གསང་བའི་ལས་ཁུངས་ར་འདི་ཚོ་རེད་ད་ཨ་རིའི་གསང་བའི་ལས་ཁུངས་ན་དེ་རེད་ད་ཅིག་དཔེ་ཆ་དེའི་ཐོག་ནས་ནི་ཁོ་ཚོ་གི་ཅིག་ཕུ་རུབ་སེ་གོ་ར་ད་བདེན་དབང་བཙལ་ཡ་གི་འབད་བརྩོམ་བྱེད་གི་རེད་ད་ཡིན་ན་ར་དེའི་ཐོག་ལ་ང་ཚོ་བསམ་བློ་གཏང་དགོས་ཡ་ཅིག་ལ་ངས་ཁོ་ཚོ་ལ་ཡིན་པ་རྒྱ་བ་ཀར་མ་པ་ལ་རྒྱ་མིས་དཔེ་ཆ་སྤྲད་ནས་ཉོ་གི་ཡོད་ན་ང་ཚོ་གི་མཆོད་མདུན་ལ་མཆོད་པ་ཤམ་ཤམ་བྱས་ནས་གཞོན་ནག་དམར་དམར་དེ་ད་ང་ཚོ་བོད་པ་གི་བསྟན་བཤིག་རེད་དེ་བཀྱག་ན་ནི་སྒོར་མོ་རྡོག་རྡོག་བྱས་ཡོང་གི་རེད་དེའི་ནང་བཞིན་བྱས་ནས་ཁེལ་ཡོང་ཡ་དེ་འདྲས་ངས་དེ་ན་ཧ་ལམ་ཁག་པོ་ཡིན་གྱི་རེད་ལ་ཡིན་པ། དེ་འདྲའི་འདྲ་བོ་གཅིག་རེད། ད་ད་ལྟ་གི་དེ་ཆ་ལི་བན་གི་སྒར་ས་དེ་ལོ་སིང་གི་དཔེ་ཆ་དེ་རེད་ད། གྲྭ་བ་འདས་བཏང་ཤ་འདས་བཏང་ཤ་འདས་བཏང་ཤ་ཟེ་གཅིག་ལབ་གི་ཡོད་རེད་ད་དེའི་ཐོག་ལ་རྒྱ་གར་གཞུང་གི་རྩར་གཅོད་ནི། རྒྱ་གར་གཞུང་གི་ད་ལྟ་རྩར་གཅོད་བྱེད་གི་ཡོད་ལབ་སོང་ད་དེའི་ཐོག་ལ་ཁར་ཙང་བདེ་སྲུང་གི་དྲུང་ཆེ། ཀརྨ་རིན་ཆེན་འགའི་རེ་གཅིག་ཡིན་ལ་མིན་ལ་འདྲ་བོ་གཅིག་བཤད་གི་འདུག་གཅིག་ནི། ག་རེ་རེད་ཟེར་ན་ནི་ད་དེ་གཅིག་ཡིན་གྱི་མ་རེད་ཟེར་ཡ་འདྲ་བོ་དང་གཅིག་ཕ་སྐྱེར་ནང་མི་དང་སློབ་སྦྱོང་བྱེད་ཡ་དང་མཆོད་འབུལ་གི་ཆེད་དུ་བཏང་རྒྱུ་ཡིན་རྒྱུ་རེད་ཟེར་ཡ་འདྲ་བོ་སྐད་ཆ་བཤད་གི་འདུག་ཡིན་ན་སྐད་ཆ་དེ་ལ། ཁོ་རང་ཚོ་གི་སྐད་ཆ་ཡིན་ན་དེ་བདེ་སྲུང་གི་སྐད་ཆ་ཡིན་ན། ད་ཆ་ཚང་ལ་བཙིར་གཅོད་བྱེད་མ་ཐུབ་པ་ཡིན་ན་དེའི་ནང་ནས་མི་གཅིག། བི་ན་ཆ་ཤ་ན་མི་ད་པི་ན་དེའི་ནང་གི་མི་གཅིག་གི་ར་བ་ད་པི་ན་གར་སོགས་ར་ད་བློ་བཟང་འདྲ་བོ་ཅིག་གི་མི་གཅིག་གི་བེ་ཆ་དེ་ཨ་ནི་བོད་ནང་གི་ཕ་མ་འདི་རེ་ཤ་འདི་ནི་ཏང་ཡ་གི་ཨ་ནི་གྲངས་ཀ་འདི་རེ་ཁོ་ཏང་ཡ་གི་འདི་རེ་སྐུ་ཤོག་དེ་གི་ཨ་ནི་མཆོད་འབུལ་བྱེད་ཡོ་ན་ར་འདི་ལ་འདི་ལ་མཆོད་འབུལ་བྱེད་ཡོ་ར་ཚེ་དེའི་ནང་གི་བདེ་སྲུང་གི་སྐད་ཆ་བཤད་དགོས་གི་ན་བི་ན་ད་དེ་འདྲའི་གི། སྦྲིད་དཀྲོལ་གསལ་བོ་དགོས་རེད་དེ་མ་གཏོགས་བདེ་སྲུང་གི་སྐད་ཆ་དེ་ར་ང་ཚོ་མང་ཚོགས་ཀྱི་གནས་བདེ་སྲུང་ར་གསང་བའི་ལས་ཁུངས་སྐད་ཆ་བཤད་བཤད་ཅིག་ཅིག་སོ་བ་རེད་སྨྱུག་མ་རེད་ཟེར་ཐག་བཅད་བདེ་སྲུང་ངེས་ནས་མི་མང་གི་སྐད་ཆ་བཤད་བཤད་ཅིག་ནས་ཡིན་ལ་མིན་ལ་འདྲ་བོ་སྐད་ཆ་བཤད་བས་ན་ད་ང་ཚོ་བོ་ལ་མོ་ལ་གི་ལྷ་བཤད་རྒྱབ་ཡོང་ནས་གང་ལ་ནས་སྐད་ཆ་དེ་འདྲས་འདྲ་བོ་ད་དེ་འདྲས་བྱེད་རྒྱོ་མ་རེད་ཅིག་རེད་སྙིགས་རེད་ཨ་ནས་ང་ཚོ་འདིས་བསམ་གི་འདུག་ཟེར་ཡ་འདྲ་བོ་དང། དེས་ན་བདེ་སྲུང་གི་སྐད་ཆ་བཤད་དགོས་དགོས་ན་ངོ་ནས་ཐག་ཆོད་པའི་ཐོག་ནས་གནས་ཚད་ག་རེ་བཤད་དགོས་ན་དེ་འདྲས་བཤད་དགོས་ཡ་དེ་ཧ་ཅང་གལ་ཆེན་པོ་རེད་ད་དེ་དེ་ར་གལ་མི་འདུག་ད་ཡིན་ན་རྒྱ་གར་གཞུང་གི་ད་ལྟ་བཙིར་གཅོད་བྱེད་གི་ཡོད་ཟེར་ཡ་གི་རིམ་པ་གཅིག་རེད་མ་གཏོགས་དེས་ན་དེའི་ནང་གི་གནད་དོན་གཅིག་འདྲ་བོའི་ནང་བདེ་སྲུང་སྐད་ཆ་བཤད་དགོས་ན་དེ་ཐག་ཆོད་པའི་ཐོག་ནས་བཤད་དགོས་རེད་བསམ་གི་འདུག་དེ་འདྲས་འདྲ་བོ་གཅིག་རེད་ངས་སྔོན་མ་ཀརྨ་པ་གི་གནད་དོན་གི་སྐོར་ལ་ངས་ད་འདི་བཞིན་པ་ནང་ང་ཚོ་ང་ཚོ་འདྲ་བོའི་ན་བདེ་སྲུང་གི་མི་སྣ་གས་ཀར་ས་དེའི་གི་གཅིག་གསང་བའི་ཉིས་ཞིབ་གི་དེ་འདྲས་མ་རེད་རྒྱ་བ་ཀརྨ་པ་ལ་བས་ན་དཔེ་ཆ་དང་ནས་དེ

ད་ཁ་རྩང་ཁེ་གཉིས་ཀར་འདས་བདེ་སྲུང་གི་ངོས་ནས་རྒྱ་གར་འབུ་གཅིག་གི་སྐུ་ཕྱྭ་སྐོར་ལ་ད་བདེ་སྲུང་གི་བཀའ་བློན་ཕོག་པ་རྒྱལ་པོ་གི་ངོས་ནས་ཁ་རྩང་གཅིག་བཤད་སོང་བ། དཔེར་ན་གླུ་གར་བྱམས་ར་འདི་ཚོ་གི་ད་ཅིག་རྩོམ་ར་དེ་འདྲས་ཀྱི་ཁ་བྱང་གི་ཐོག་ལ་ནི་རྒྱ་གར་འབུ་ཆེ་ལོ་བརྒྱ་ར་གཅིག་སི་མ་གཅིག་བཞུགས་བ་དེ་ལ་ནི་ཅིག་དགོ་མི་དགོ་ད་ཁོ་རང་ཚོ་སྐད་ཆ་བཤད་དུ་དུ་མོ་ཟིག་བཤད་ནས་ནི་ཁོ་དཔལ་དུ་སེམས་ཁྲེལ་བྱུང་ད་དེ་ད་སྐུ་ཕྱྭ་ལ་ཅིག་གནོད་པ་ཡོད་པ་རེད་ད་ཅིག་ཅིག་སྐུ་ཕྱྭ་ཅིག་བྱུང་གི་ཟེར་ནས་སེམས་ཁྲེལ་བྱུང་ཟེར་ཡ་འདྲ་བོ་དེ་འདྲས་འདྲ་བོ་ཅིག་བཤད་དགོས་རེད། དེས་ན་དེ་ང་ལ་བཤད་བཤད་ཚེ་ངས་དེ་རང་འདིའི་རྒྱུད་ལམ་འདི་བཤད་གི་མེད་ཡིན་ན་ད་སྐད་ཆ་དེ་ཚོའི་རིགས་དང་ཧ་ཅང་གི་ཐབས་སྐྱོ་བོ་རེད་བདེ་སྲུང་ཅིག་གི་ངོས་ནས་བཤད་དགོས་ཀྱི་ཡོད་ན། བོད་ཀྱི་ལོ་རྒྱུས་ཀྱི་ཐོག་ནས་ད་སྙན་ངག་བྲིས་ནས། རྩོམ་བརྒྱབ་ནས་ཧ་ལམ་ད་མི་སེམས་ལ་གཡོ་འགུལ་བཏང་ཐུབ་ནས་ཧ་ལམ་མི་ས་ཡ་གི་རིམ་པ་བར་དུ་སྙན་ངག་བྲིས་ཐུབ་ན་ཅིག་ལ་རྒྱ་དངར་ང་བ་གི་སྙན་ངག་དེ་ཚོ་དཔེ་ཞིག་ཆེན་པོ་ཡོད་རེད་སྙན་པོ་ད་དཔེ་དག་དེ་འདྲས་རེད་ད་ག་ནང་བཞིན་གྱི་ད་རིག་འཛིན་ཚངས་དབྱངས་རྒྱ་མཚོ་གི་སྙན་ངག་དང་མགུར་གླུ་དེ་ཚོ་གི་དཔེ་དེ་ད། ད་བརྩེ་དུང་ལ་སྦྱར་བའི་འགུར་ལ་ཙི་ཙོ་ག་ཧ་ལམ་ད། ན་གཞོན་ཕོ་མོ་ཚོ་ཧ་ལམ་ཤི་ཅི་སྐོར་ད་དེ་འདྲས་གི་ཨིན། བྲིས་ཡོད་རེད་ད། རྒྱལ་བ་རིན་པོ་ཆེ་གི་སྐུ་མཚང་ན་རམ་གི་ནང་ནས་ཡིན་ན། རྒྱལ་བ་རིན་པོ་ཆེ། སྙན་ངག་བྲིས་ནས་རྒྱལ་བ་རིན་པོ་ཆེ་ཚོས། གྲོངས་འགྲོ་ནས་གི། དེ་འདྲས་གི་རྒྱལ་བ་རིན་པོ་ཆེ་ད་ད་བར་དུ་བྱུང་མྱོང་ཡོད་མ་རེད་སྤྱི་ཚོགས་གི་ཐོག་ནས་སྙན་ངག་བྲིས་དེ་ལ་རྐྱེན་བྱས་ནས། དེས་ན་ད་ལྟ་གི་ང་ཚོ་ཆ་ཤས་ན། རྒྱ་གང་ཀུན་དྲང་ད་བྱོས་བྱས་པ་འདི་ཚང་ལ་ཆ་བྱས་ན་དམངས་གཙོ་གསོ་རའི་ནང་ནོ་ང་ཚོ་ཡིན་ཟེར་དགོས་ར་དམངས་གཙོ་གསོ་རའི་ནང་ནོ་གི་མི་གཅིག་གི་དམངས་གཙོ་གི་སྤྱི་ཚོགས་ནང་ནས་སྨྲ་བརྗོད་རང་དབང་སྣ་ཚོགས་ཡོང་རྒྱུ་ཡིན་པ་དེ་བརྒྱ་ཆ་བརྒྱ་རེད་དེའི་ཐོག་ནས་སྨྲ་བརྗོད་རང་དབང་གི་ཐོག་གི་ཅིག་སོ་སོ་གི་དགོངས་ཚུལ་དང་དེ་ཙམ་མ་མཐུན་པ་ཅིག་ཡོད་པ་སོང་ཙང་དེ་གི་ཕྱོགས་ནས་རྒྱ་གར་རིན་པོ་ཆེ་གི་དེ་ལ་ཐུགས་ཁྲེལ་བྱས་ནས་ཧ་ལམ་ཀྲུང་འགྲོ་ཡ་གི་རིན་པ་གི་ཅིག་ལ་སླེབས་ཀི་ཡོད་ན་ད་དེ་དོན་དག་རྡོག་རྡོག་དེ། ཕར་ཕྱོགས་ཀྱི་རྒྱ་བ་རིན་པོ་ཆེ་གི་ཨ་ནེ་གཅིག་བློ་ཁོག་དང་སེམས་རྒྱ་དང་ཁོག་རྒྱ་དེ་དེ་འདྲའི་གི་ཆུང་ཆུང་ཞིག་ཡིན་པ་སྒྲུབ་གི་ཡོད་རེད་པ་ད་དོན་དག་དེ་དེ་འབའ་ཚང་ཚང་རྒྱ་བ་རིན་པོ་ཆེ་ལ་མཚན་མེད་བརྩིས་ན་ཅིག་ཞུ་དགོས་ན་དེ་རེད་ད་དེ་ཚོ་ངོ་ནས་དྲང་ནས་མཚན་མེད་རེད་བསམ་གི་འདུག་ད་ཡིན་ན་བདེ་སྲུང་ར་འདི་ཚོ་གི་སྐད་ཆ་དེ་ག་བ་འཁེལ་གི་ཡོད་རེད་ན་ད་བོད་གཞུང་གི་བདེ་སྲུང་ར་འདི་ཚོ་དེ་ཆབ་སྲིད་ཀྱི་ངོ་ཁུར་ནས་ཅིག།

ད་ཧ་ཅང་གི་ཉེན་ཁ་ཆགས་ཚར་རེད། ལོ་རྒྱུས་ཀྱི་ཐོག་ནས་བླ་མ་གི་སྐབས་སྲུང་མ་ཐུབ་པ་དཔོན་པོ་གི་སྐབས་སྲུང་མ་ཐུབ་པ་སྲིད་འཛིན་གྱི་སྐབས་སྲུང་མ་ཐུབ་པ་གི་རྒྱུ་མཚན་དེ་ལ་དཀའ་ངལ་ག་རེ་བྱུང་དགོས་ན། སྐབས་སྲུང་གནས་ཀྱི་སྡེ་ཚན་དེ་ཚོ་ངོ་སོ་སོ་གི་སྐབས་སྲུང་གི་སྡེ་ཚན་དེ་དང་སྲུང་སྐྱོབ་ཀྱི་སྡེ་ཚན་སྡེ་ཚན་རྐྱང་པ་བྱས་ནས་ཀྱི་སྡེ་ཚན་གཙང་མ་བྱས་ནས་མ་བསྡུ་ལ་ཆབ་སྲིད་ཀྱི་ཕྱོགས་ཁག་འདྲ་མི་འདྲ་གི interest ཀྱི་ཤུགས་རྐྱེན་ནང་ལ་སླེབས་ནས་ཀྱི་ཨ་ནེ། ད་སོ་སོ་གི་སྐུ། སོ་སོ་གི་སྲིད་གསུམ་སྒོ་ཀུན་དུས་གསུང་བཤད་ཀྱི་ནང་ལ་ནི་ད་ཇི་སྙེད་ཤོར་གོས་བ་རྒྱུ་མཚན་དེ་དེར་བ། ད་ད་ལྟ་གི་ང་ཚོ་གི་དེབ་གསུང་ར་འདི་ཚོ་གི་སྐུ་གསུང་གི་ཡིན་ཟེར་ཡ་དེ། རྒྱལ་བ་རིན་པོ་ཆེ་གི་སྐུ་མར་མར་དེ་གསུང་ཡ་ལས་རྒྱལ་བ་རིན་པོ་ཆེ་གི་ཐུགས་གསུང་ཡ། འོ་མའི་ལམ་གི་སྲིད་ཇུས་གསུང་ཡ། འོ་མའི་ལམ་གི་སྲིད་ཇུས་གསུང་ཡ་དང་མཉམ་གཅིག་ཏུ་ནི་སོ་སོ་གི་མཚན་སྙན་གྲགས་དང་སོ་སོ་གི་སྐུ་བཀྱག་ནི་ལས་གསུང་ཡ། སོ་སོ་གི་ཁེ་ཕུད་ནི་ལས་རག་ཡ་ད་དེ་འདྲས་ཅིག་ལ་འབད་བརྩོན་བྱེད་ཀྱི་འདུག་བ། དེ་འབད་བརྩོན་སོང་དེ་ཚོའི་རིགས་ད་རྩ་བ་ཉིད་ནས་ཡག་པོ་ཡོད་བ་མ་རེད་ད་ད་ལྟ་གི་དེབ་གསུང་ར་འདི་ཚོ་གི་ཅིག་སྤྱིར་བཏང་གི་ཐོག་ནས་དེ་འདྲས་ཅིག་རེད། གཉིས་ནས་ད་ང་ཚོ་རྒྱལ་བ་རིན་པོ་ཆེ་གི་སྐུ། དེབ་གསུང་གི་གསུང་ཐུབ་ཡོད་མེད་དེའི་ཐོག་ནས་ང་ཚོ་ཅིག་བཤད་པ་ཡིན་ན་རྒྱལ་བ་རིན་པོ་ཆེ་གི་སྐུ་གསུང་གི་རིམ་པ་འདི། རྒྱ་གར་གཞུང་གི་ཆ་བཤད་ན། Very Very Important Persons ཡ་ཅིག་བར་བ། VAP གི་ཐོག་ནས། བི། གཉིས་ཡིན་ན་གསུམ་ཡིན་ན་ཅིག་ཡོད་རྒྱུ་རེད་བི་བི་བི་གི་དེ་རིམ་པ་དེ་རེད་སྐུ་གསུང་གི་དེ་ལ། དེ་ལ་ག་རེ་བྱེད་དགོས་ན། Zed Place Zed Place གི་ལམ་ཀ་ན་འགྲོ་དགོས་རེད། དེའི་གི་སྐུ་གསུང་གི་རིམ་པ་དེ་རྒྱ་གར་གཞུང་གི་སྐུ་གསུང་གི་རིམ་པ་དེ་ན་རྒྱ་བ་རིན་པོ་ཆེ་གསུང་སྐོར་དེ་རྒྱ་གར་གི་རྒྱ་གར་གི་སྲིད་འཛིན་ཡིན་ན་རེད་རྒྱ་གར་གི་ཁྲིམས་ཕང་ཁྲིམས་ཁུ་ཁྲིམས་དཔོན་གར་ཚ་རྒྱ་གར་གི་ཁྲིམས་ཁང་གི་ཁྲིམས་དཔོན་ཆེ་བ་ཡིན་ན་རེད་ད་ད་ག་ནང་བཞིན་གི་རྒྱ་གར་གི་ཁ་བརྡའི་ཚོགས་པ་གི་ཨ་ནི་མགོ་འཁྲིད་ཚོ་ཡིན་ན་རེད་དབུ་ཁྲིད་དེ་ཚོ་ལ་སྲུང་སྐྱོབ་བྱེད་ཡ་གི་རིམ་པ་དེ་རེད་རྒྱ་གར་གཞུང་གི་གཞུང་འབྲེལ་གི་ཐོག་ན་སྲུང་སྐྱོབ་བྱེད་དགོས། ལྟ། དེ་གི་སྲུང་སྐྱོབ་བྱེད་ཡག་གི་རིམ་པ་དེ་ལ་ལོ་རེ་རེ་ལ་རྒྱ་གར་གཞུང་གི་ཀ་རོར་ཉིས་བརྒྱ་ལྔ་བཅུ་ནས་སུམ་བརྒྱ་ད་ད་ལྟ་ཕ་ཁྱིར་བཞི་བརྒྱ་རེ་འགྱེར་ལྟ་ཀ་རོར་དེ་འདྲས་ཅིག་གཏང་གི་ཡོད་ལྟ། ལོ་རེ་རེ་ལ་རྒྱ་གར་གཞུང་གི་སྔོན་རྩིས་ཀྱི་ཐོག་ལ་མི་སྣ་དེ་འདྲས་ཀྱི་གྲས་ལ་སྲུང་སྐྱོབ་བྱེད་ཡག་གི་རིམ་པ་དེ། ངས་ད་ལྟ་སྐད་ཆ་འདི་མ་ཤེས་མིན་སྔོན་ལ་ངས་དྲ་ཐོག་བ་ཅིག་བལྟས་འདིར། རྒྱལ་བ་རིན་པོ་ཆེ་གི་སྐུ་གསུང་གི་རིམ་པ་དེ་ལ་ཉིས་སྟོང་བཅོ་ལྔ་བཅུ་བཞི་བཅོ་ལྔ་བཅུ་དྲུག་པ་རུ་གི་རྩིས་ཁྲ་དེ་ང་ཚོས་བལྟ་ཐུབ་ཀྱི་འདུག། འདི། འདི་འདུག་ཨ་ནི་རྒྱ་གར་གཞུང་གི། ག་རུར་ཉིས་བརྒྱ་ར་ལྔ་བཅུ་ནས་སུམ་བརྒྱ་བར་རུ་ལ་བཏང་གི་འདུག་ད་ལོ་རེ་རེ་རེ་རེ། དེ་འདྲས་ཅིག་རྒྱ་གར་གཞུང་གི་བཏང་སྐོར་ད། ད་ལྟ་ངས་བཤད་ན Zed Plus གི་རིམ་པ་གི། ཨ་ནི་སྐུབ་སྲུང་གི་རིམ་པ་དེ་ལ་ག་རེ་ཡོད་རེད་ན། ད་སྐུ་སྲུབ་སྲུང་དགོས་གི་ཡོད་ན་རེད་དཔེར་ན་རྒྱལ་བ་རིན་པོ་ཆེ་གི་ཡིད་ཡུན་ལ་ད་ང་ཚོ་མཐོང་བསྡད་གི།

དཔེ་དག་གཏན་རྫས་གཏན་སྡོད་བྱས་ནས་ཀྱི་ད་ས་ཆ་གཞན་པ་ཕེབས་དགོས་ཡོད་ན་དེ་བས་ཀྱང་ས་ཁད་ས་ཁད་ལ་བབས་པའི་ཨ་ནི་ད་སྲུང་སྐྱོབ་ཀྱི་རིམ་པ་དེ་ཁ་སྣོན་བྱས་འགྲོ་དགོས། ག་བ་གཅིག་ལ་བཞུགས་ཡོད་ན་ད་རྒྱ་གར་འབུ་གཅིག་བས་ན་ཕོབ་གྲངས་ལ་ཆ་བྱ་ན་དྲག་པའི་སྡེ་ཚན་གྱི་མི་སྣ་ཁོ་རང་མིའི་ལྔ་བཅུ་ཅིག་གཏན་སྡོད་བྱས་ནས་བསྡད་དགོས་དགོས་དེ་རེད། ད་དེའི་ཐོག་ལ་ནི་ད་བས་ན་ད་འཛའ་དྲག་བྱུང་བའི་ཁ་ཐུག་ལ་ཧེ་ལི་ཀོབ་ཏེར་ནི་ཐལ་འཕུར་གནམ་གྲུ་དང་ཡ་སེ་ཡ་འདྲ་བོ་དང། ད་ནི་དེའི་ཨེ་ཡོན་གྱི་ཕོབ་གྲངས་གྱི་ཐོག་ལ་རྒྱ་གར་གཞུང་གི་གསུང་བཤད་ད་བས་ཏེ་ད་ག་རེ་ག་རེ་རྒྱབ་དགོས་ཀྱི་ཡོད་མེད་དེ་ཚོའི་རིགས་ད་བས་ཏེ་ནི་ད་ད་དེ་འདྲའི་གི་རིམ་པ་ལ་ཚང་དགོས་ཡ་ད་བས་ན་ང་ཚོ་གི་ཅིག་བར་ཆད་གྱི་རིགས་གསང་བའི་ཉེས་ཞིབ་གྱི་རིགས་ད་ཆ་ཚང་ཡོད་རེད། དེ་འདྲའི་ཅིག་ཡིན་པ་སོང་ཙང་རྒྱ་གར་འབུ་ཅིག་གི་སྐུ་བཤད་ལ་ད་ད་བར་ཏེ་ད་ཉེས་ཞུགས་མ་བྱུང་བ་གི་རྒྱ་གར་འབུ་ཅིག་གི་སྐུ་བཤད་ལ་ཉེས་ཞུགས་མ་བྱུང་བ་གི་རྒྱུ་མཚན་གཙོ་བོ་དེ་ཐིག་དོ།

ད་དཔེར་ན་ཆ་བྱས་ན་རྒྱ་གར་གཞུང་གི་ང་ཚོ་གི་བདེ་སྲུང་གི་སྐར་སོགས་ལྟ་ཅིག་དཔེར་ན་ད་ད་ལྟ་གི་བདེ་སྲུང་གི་བཀའ་བློན་བཀའ་བློན་འཕགས་པ་རྒྱལ་པོ་འདྲ་བོ་ཅིག་ཧ་ལམ་རྒྱལ་བ་རིན་པོ་ཆེ་གི་སྐུ་གི་དབྱིན་ཡུལ་གྱི་སྐད་ཅིག་ད་ལྟ་ཅིག་ཡར་བསྐྱར་སྐད་ཡིན་ལབ་ན་རྒྱ་གར་གཞུང་གི་དང་ལ་མ་དང་ལ་བྱེད་ཡ་གི་རིན་པ་ན་ཡོད་ད། ཧ་ལམ་ཚད་ཐུབ་པར་བལྟས་ཡོད་རེད། དེ་འབའ་སོང་རྒྱ་གར་གཞུང་གི་གསུང་བཤད་དམ་པོ་ཡོད་རེད་གལ་སྲིད་རྒྱལ་བ་རིན་པོ་ཆེ་གི་ཡིད་ཡུལ་འཛིག་ནི་ཅིག་དེའི་ཕོབ་གྲངས་རེད་ཡིད་ཡུལ་འཛིག་ནི་ཅིག་ཚ་གས་ཚིག་གས་འདྲ་བོ་ཅིག་བྱས་ཡོད་ཡིན་ན་དེ་ནི་འགྲོ་ས་གཅིག་ཐར་ས་གཅིག་ག་རེ་ཡོད་མ་ཡི་གེའི་ཕོབ་གྲངས་སུ་ཡིད་ཡུལ་འདི་ཧ་ལམ་བྱིས་བྱིས་ཁོ་རང་ཐར་གི་མ་རེད་ད་ཚད་དེ་འདྲའི་ཅིག་ན་ཡོད་རེད། ཤི་རྐྱེན་གི་ཆ་ནས་རྒྱལ་བ་རིན་པོ་ཆེ་གི་སྐུ་ངོ་ནས་དྲངས་ནས་ད་ང་ཚོ་ཅིག་དྲག་པའི་སྡེ་ཚན་གི་ཐོག་གི་སྐུ་གསུང་དགོས་ཡ་དེ་གཙོ་བོ་དེ་རྒྱ་གར་གཞུང་གི་འགན་འཁྱེར་དོར་ད་དེ་རེད། ཡིན་ན། ཕོ་བྲང་ནང་ལ་ང་ཚོ་ཅིག་ད་ལྟ Twenty Two དམག་སྒར་གི་ཐོག་ནས་ད་སྐབས་སྲུང་སྐྱང་པ་ཡི་ཡོང་རྒྱུག་གི་ཅིག་སྦྱོང་བསྡུར་ཡོད་ནས་དེ་འདྲའི་དམག་མིའི་སྐོར་ཙིག་ཡོད་རེད། བོད་མོ་ཟིག་གསུམ་བཞི་ཟིག་ལྔ་དྲུག་ཟིག་ཡོད་ཀྱི་རེད། དེ་ག་ནང་བཞིན་གི་བོད་པ་གི་ད་དམག་མིའི་བཅོ་ལྔ་ཉི་ཤུ་ཟིག་ཡོད་རེད་དེ་ཚོ་ཡག་པོ་ཡོད་རེད། ཡིན་ན་དེ་ཁོ་རང་གི་རང་སྐྱོང་གི་སྡེ་ཚན་ཅིག་རེད་ལབ་ན་འགྲིག་གོ་ད་སྐབས་སྲུང་སྐྱང་བ་རེད། ད་ལྟ་འདི་དེ་ལས་སླ་བ། ཞི་ལོག་ལ་ཅིག་སྡེབ་སྲུང་གི་རྣམ་པ་གི་ཐོག་ནས་ཅིག་བཤད་བསྡད་ཡོད། ད་འཕགས་པ་རྒྱལ་པོ་ར་ཁུ་ཚུར་ཅིག། རྒྱལ་བ་རིན་པོ་ཆེ་གི་སྐབས་གསུངས་པ་རེད་ཟེར་ད་ཁར་ཚང་དེ་འདྲའི་འདྲ་བོ་ཅིག་དྲ་ཐོག་ན་ད་ཞི་བོ་ཅིག། ངོ་ནས་བཤད་ལུགས་ན་དེའི་སྐབས་དེའི་སྡེབ་སྲུང་གི་གསུངས་ཡོད་མ་རེད་དེ་ད་གསུངས་ཡོད་མ་རེད་ཟེར་ན་དེ་དེའི་ནང་གི་འགན་གཙོ་བོ་ཅིག་ཁུར་ཐུབ་ཡོད་མ་རེད། ད་ལྟ་བར་དུ་ཇི་སྙེད་རེད་དེ་མ་བྱུང་བ་དེའི་རྒྱུ་མཚན་གཅིག་དེ་རེད། གཉིས་ནས་ད་ང་ཚོ་སྐུ་སྲུང་གི་ཐོག་ལ་ཡང་བསྐྱར་ང་ཚོ་ཅིག་ལྟ་ཡིན་ན་རྒྱ་རིན་པོ་ཆེ་གི་སྐུ་གི་ཐོག་ལ་ད་ཇི་སྙེད་མ་བྱུང་བ་འདི་དེ་རྒྱ་ནག་གཞུང་ལ་ཕ་ཁྱེར་རག་ལས་ཀར་གཟིགས་ན་འགྲིག་གི་རེད། ད་རྒྱ་ནག་གཞུང་གི་བརྒྱ་ཆ་བརྒྱ་གི་རྒྱ་རིན་པོ་ཆེ་གི་སྐུ་ཞབས་གི་ཐོག་ལ་མ་རུང་ཁོག་ཅིག་ཅིག་བྱས་ཡོད་བ་རེད་ད་ཉེ་ཆར་གི་ང་ཚོ་ལོ་རྒྱུས་གི་ཐོག་ནས་ལྟ་ན་ད་གནད་འགག་ཆགས་ཡོད་བ་རེད། སྤྱིར་བཏང་གི་རྒྱ་ནག་གཞུང་གི་བཤད་སྟངས་ཡིན་ན་སྔ་ཕྱི་ངར་དགུ་ལོའི་རྒྱ་རིང་པོ་ཞིག་བྲོས་ཡོང་པའི་ཁ་ཐུག་ལ་ད་སི་ར་ཅི་ཇི་བཞིན་རུ་བརྒྱབ་པའི་ཁ་ཐུག་ལ་མོ་རྩེ་སྟོང་གི་འགྲོ་གི་ཅིག་རོགས་ཞེས་ཁོ་ད་ལྟ་འགྲོ་ན་ལོ་བརྒྱ་ཕྱི་ཟིག་ག་སླེབས་སོང་ན་ཁོ་ཚུར་ར་ཡོང་གི་རེད་ཨ་ནི་དེ་འབའ་སོང་ཙང་ཁོ་ལམ་ཁ་ནས་ཁོ་ཕ་བྲོས་འགྲོ་དགོས་ན་ཁོ་ལམ་ཁ་དྭངས་རོགས་ཞེས་ཟེར་དེ་འདྲའི་གི་ཡིག་ལི་མ་རེ་ཅིག་སླེབས་དགོས་ད་དེ་ཡིན་མིན་ལ་མ་ལྟོས་བས་དེ་ནས་ཚུར་ར་ཡོང་ན་ད་ང་ཚོ་འདི་རེད། རྒྱ་ནག་གཞུང་གིས་རྒྱལ་བ་རིན་པོ་ཆེ་གི་སྐོར་ལ་ཐག་ཆོད་པའི་ཐོག་ནས་ཨ་ནི་ད་བགྲོང་གི་ཡིན་ཟེར་ན་མི་འདུག་ད་དེ་འདྲའི་གི་ཤབ་ཆོས་ཅིག་ཡོད་རེད་ཡོད་མ་རེད་དེ་ང་ཚོ་བསམ་བློ་གཏང་དགོས་རེད། ཕྱོགས་གཅིག་ནས་བཤད་ན་ད་འདི་རེད་ད་བེད་ན་རྒྱལ་བ་རིན་པོ་ཆེ་དང་ད་ཁོང་གི་ད་རྗེས་འཇུག་པ་ཟེར་ན་རེད་ཨ་ནི་རྒྱ་ནག་བོད་ནང་ལ་གཏོར་སྐྱོན་གཏང་གི་ཡོད་ན། ད་ག་ནང་བཞིན་གྱི་ད་ཅིག་འཇིགས་སྐུལ་པའི་ལས་ཀ་དེ་བྱེད་ཀྱི་ཡོད་ན། ད་ག་ནང་བཞིན་གྱི་ཅིག་རྒྱ་ནག་གཞུང་གི་གུང་ཁྲན་ཏང་གི་སྲིད་དབང་བཟོ་ནོར་པ། སྤྱི་ཚོགས་རིང་ལུགས་ཀྱི་ལམ་ལུགས་བཟོ་འདྲེ་བྱེད་ལོག་པ་རྒྱབ་ཀྱི་ཡོད་པ། ཧ་ལམ་ཅིག་ཞི་ཅིན་ཕིང་གི་སྐུ་ཕྱག་བཟོ་ཅིག། ཅིག་བདེ་མི་བདེ་གི་གནས་ཚད་དེ་འདྲའི་རྒྱ་གར་རིན་པོ་ཆེ་གི་དང་ཁོང་གི་ད་ཅིག་སྐུ་འཁོར་ཟེར་སྐོར་ལ་ད་དེ་ཚོ་གི་ཁ་བྲོས་པ་ཚོ་གི་རྒྱ་ནག་གི་བཤད་སྟངས་བྱས་ན་བཟོ་གི་ཡོད་ན་རྒྱ་ནག་གཞུང་གི་ག་རེ་ཡིན་མིན་ལ་མ་བལྟས་བའི་དེའི་ཐོག་ལ་མཛའ་གྲགས་ཀྱི་ཞབས་ཞུ་སྤེལ་གི་རེད་བསམ་གྱི་འདུག། ཡིན་ན་དེ་བྱེད་དགོས་པ་མ་རེད། དེ་བྱེད་ཀྱི་མེད་པ་སོང་ཙང། ཨ་ནི་ད་རྒྱ་ནག་གཞུང་གི་བེ་ན། ཉིས་སྟོང་བརྒྱད་ཀྱི་ལོ་གི་ང་ཚོ་བོད་ནང་གི་ད། རྒྱ་རྒོལ་གྱི་ལས་འགན་སྐབས་ལ་ཨ་ནི་རྒྱ་ནག་གི་སྡོང་ཕྲུག་བཅོམ་གསུམ་བྱིན་པ་རེད། འདི་ཆ་ཚང་གི་རྒྱབ་ལོག་ན་ཏཱ་ལའི་རུ་ཚོགས་ཏཱ་ལའི་བླ་མ་དང་ཏཱ་ལའི་རུ་ཚོགས་ཡོད་རེད་ཟེར་ལབ་ཀྱི་ཡོད་རེད། ད་ག་ནང་བཞིན་གྱི་ཨ་ནི། ད་རང་ལུས་མེ་སྲོག་ཉིས་སྟོང་དགུ་ནས་བཟུང་སྟེ་རང་ལུས་མེ་སྲོག་བྱུང་རྒྱུ་ཆ་ཚང་ཕྱི་ལོག་ནས་སྐུར་འདོད་བྱེད་རྒྱུ་རེད་ལབ་ཀྱི་རེད་ཡིན་ན་དོན་དག་རྡོག་རྡོག་དེ། བོད་ནང་གི་རང་ལུས་མེ་སྲེག་བྱས་ན་རེ་ཉིས་སྟོང་བརྒྱད་ཀྱི་ཟླ་ཕོད་ཆོལ་ཁ་གསུམ་ནས་རྒྱ་རྒོལ་གྱི་ལས་འགུལ་བྱུང་བ་དེ་ཆ་ཚང། ས་གནས་ས་ཐོག་གི་མི་དེས་ས་གནས་ས་ཐོག་གི་སྲིད་གཞུང་ར་ཏི་ཚོ་གི་སྤྱིར་བཏང་ལ་འདོད་པ་མ་ཚིམ་མ་བྱས་ནས་ཀྱི་དབང་འཛིན་པ་ཚོ་ལ་ངོ་རྒོལ་བྱིན་པ་དེ་གསལ་བོ་རེད་མ་གཏོགས་ཕྱི་ལོགས་ནས་བྱས་མེད་པ་དེ་རྒྱ་ནག་གཞུང་གི་ཧ་གོ་བོ་རེད།

ད་སྔ་ནང་བཞིན་གྱི་བོད་ནང་ནས་དྲག་པོའི་གྱི་འཐབ་རྩོད་ཅིག་བྱེད་གྱི་ཡིན་ལབ་ན་ང་ཏཱ་ལའི་བླ་མ་དཔལ་ལྟར་ཆབ་སྲིད་ཀྱི་དུས་ནས་སྐུ་དབང་ཐོག་ནས་དགོངས་པ་ཞུས་པ་ཡིན་ད་ང་ཡོད་མེད་ལ་ནི་ཁྱེད་ཚོ་ངའི་ཁ་ངོ་ལྟ་གི་ཡོད་མ་རེད་ད་ངས་དཔལ་ལྟར་ང་དགོངས་པ་ཞུས་གྱི་ཡིན་དེ་འདྲས་བཤད་ཡོད། ངས་བོད་ནང་ལ་ལན་གྱི་སྡོང་ཕྲོག་བཅོམ་གསུམ་གྱི་ལན་གྱི་ཅི་ག་བྱེད་གྱི་མེད་རྒྱ་ནག་གཞུང་གི་ནི་མིའི་བཏང་ཡོང་རོགས་ཞེས་ང་ཚོ་གྱི་ཡིག་ཆ་ཕལ་ཆ་ཚང་བསྟན་ཆོག་ཆོག་ཡིན་ནི་ཡིག་སྣོད་ཆ་ཚང་ད་དེ་འདྲས་བཤད་ཡོད་རེད།

ཏི་རྒྱུ་མཚན་གཅིག་རེད། གཉིས་པ་གཅིག་རྒྱ་ནག་གཞུང་གི་རྒྱལ་བ་རིན་པོ་ཆེ་གི་སྐུ་ཕྱྭ་གི་ཐོག་ནས་རྒྱལ་བ་རིན་པོ་ཆེ་གི་ཐོག་ནས་ཉེན་ཁ་གཅིག་མཐོང་ཡ་དེ། རྒྱལ་བ་རིན་པོ་ཆེ་གི་དབུ་ཁྲིད་པའི། བཙན་ཤོས་སྤྱི་ཚོགས་ཟེར་ན་རེད་ད་ཁོང་གི་དབུ་ཁྲིད་པའི་འོག་ནས་བཙན་ཤོས་སྤྱི་ཚོགས་འདི་དངོས་གནས་དྲང་ནས། ཆོས་སྲིད་ཟུང་འབྲེལ་གི་ལྷ་དབང་ལམ་ལུགས་ཀྱི་བཀག་རྒྱ་གི་འོག་ནས་ཐར་ནས་ཀྱི་དམངས་གཙོ་ཡང་དག་པ་ཅིག་གི་ལམ་ཁ་ལ་འགྲོ་གི་ཡོད་ན། དེ་རྒྱ་ནག་གཞུང་ཤེས་གི་རེད། བརྒྱ་ཆ་བརྒྱ་ཞིག་གི་རེད་ད་ཡིན་ན། རྒྱ་རིན་པོ་ཆེ་གི་མང་གི་དབང་མ་རྩིས་སྤྲོད་ནས་ད་རྩིས་སྤྲད་རྩིས་ན་རེད་དེའི་ནང་ནས་ཀྱི་འབྲེལ་ཡོད་ལ་ཕེབས་ཟེར་ཡ་སྐབས་དེ་རིགས་གང་ལ་ད་རྒྱ་ནག་གཞུང་ཤེས་ཐག་ཆོད་ནས་ཀྱི་ཨ་ནི་ང་ཚོའི་པར་རོ་ལ་པེ་ཅིན་དང་ང་ཚོའི་པར་རོ་ལ་ད་ཏཱ་ལའི་པར་རོ་ལ་འབྲེལ་བ་ཅིག་ཡོད་རེད་འབྲེལ་ལམ་ཅིག་ཡོད་རེད་ཡིན་ན་དེའི་སྒོ་དེ་ཁོ་རང་གི་བརྒྱབ་པ་རེད། ག་རེ་བྱས་ན་ཁོ་རང་གི་ཆབ་སྲིད་ཀྱི་སྐུ་ངལ་རྩིས་སྤྲད་པ་རེད་ད་ཁྱོད་ལ་སྐད་ཆ་བཤད་དགོས་ཡ་གི་རྒྱུ་མཚན་ཁོ་རང་ཡོད་མ་རེད་ད་ཁྱོད་ད་ཨིན་ཇིའི་ཚིག་མ་དང་བྷེ་ལོ་ཁྱོད་ལ་རིན་ཐང་གི་ཡོད་མ་རེད་ཁྱོད་ལ་ཆབ་སྲིད་ཀྱི་སྐུ་ངལ་སྤྲད་ཡ་གི་ཐོབ་ཐང་ཁོ་རང་ཡོད་མ་རེད་ད་རྒྱ་ནག་གཞུང་གི་དེ་བཤད་དགོས་རེད། དེའི་ཐོག་ནས་ག་རེ་རེད་ཟེར་ན་རྒྱ་ནག་གཞུང་ལ་དགོས་ཡ་དེ་བོད་དེ་ཕྱི་སྲིད་ཟུང་འབྲེལ་གི་སྐུའི་རྒྱུ་མཚན་གྱི་ཤུགས་རྐྱེན་གྱི་འོག་ནས་ཐར་མ་བཅུག་པ་ད་དེའི་འོག་ནས་ཐར་མ་བཅུག་པ་དེ་ག་རེ་ན་བོད་ཀྱི་མགོ་འཁྲིད་དེ་ལ་ལ་མ་གྲ་བ་གི་ད་ཆོས་ལུགས་མི་སྣ་གི་བོད་ལ་མུ་མཐུད་དུ་དབང་སྒྱུར་བྱེད་དགོས་ཡ་འདི་རེད། ད་ལྟའི་རྒྱ་ནག་གི་གུང་ཁྲན་ཏང་གི་སྐབས་ལ་དེ་རེད་གོ་མིན་ཏང་གི་སྐབས་ལ་དེ་རེད་ད་མན་ཇི་ར་དེ་ཚོའི་སྐབས་ལ་མངོན་གསལ་དོད་པོ་གི་དེ་འདྲའི་གི་སྲིད་སྤྱི་ཡོད་རེད་ག་རེ་ན་བོད་དང་སོག་པོ་དང་དེ་ཚོ་ནང་བསྟན་ལ་ཤུགས་རྐྱེན་ཆེ་རྒྱུ་གི་ད་ཡིད་ལུང་དེ་ཚོ་ལ་དབང་སྒྱུར་བྱེད་ཡ་ལ་ནི་དང་པོ་བླ་མ་བཟོ་བླ་མ་དེ་ཚོ་ལ་ནི་པེ་ཅིང་གི་ལྷུ་ལྷུ་ཁྲིད་བྱས་ནས་ཉོ་བྱ་ནི་གང་ལ་བླ་མ་དེ་ཚོ་ཆོས་ལུགས་མི་སྣ་དེ་ཚོ་བེད་སྤྱོད་བཏང་ནས་ནི་ཡིད་ལུང་དེ་ཚོ་ལ་ད།

ཕ་གི་ཡག་པོ་གཅིག་འགྲོ་གི་ཡོད་ན་སྤྱི་ཚོགས་ཀྱི་གཅིག་ལས་འགུལ་ཡག་པོ་གཅིག་འགྲོ་གི་ཡོད་ན་རྒྱ་ནག་གི་རྒྱ་ཆེ་རྒྱ་ཤེས་ཀྱི་རེད་དེའི་འགོ་འཁྲིད་དེ་ཏཱ་ལའི་བླ་མ་གི་བྱེད་ཀྱི་ཡོད་ན། དེ་ནས་རྒྱ་ནག་གི་ཏཱ་ལའི་བླ་མ་གི་ཐོག་ལ་མ་རུང་ཁོག་ཅིག་ཅིག་བྱེད་སྲིད་ཀྱི་རེད། ཡིན་ན་ད་སྐྱབས་མགོན་རིན་པོ་ཆེ་གི་མང་གཙོ་གསོ་རེས་གནང་ཟེར་ཡ་འདྲ་བོ་དང་དེ་འདྲས་ཡིན་མིན་ལ་མ་ལྟོས་པའི་ཐོག་ནས། བཙན་བྱོལ་བོད་མིའི་གི་བཅའ་ཁྲིམས་ར་དེ་ཚོའི་ནང་ལ་ཡང་བསྐྱར་རྒྱ་བ་རིན་པོ་ཆེ་པ་ད་ལྟ་ཅིག་བོད་ཀྱི་བླ་ན་མེད་པའི་ཆེ་སྲིད་གཉིས་གི་དབུ་ཁྲིད་ཡིན་པ་དང་ད་གར་ཆིབས་ཤོག་གི་དབུ་ཁྲིད་ཡིན་པ་བོད་གི་ཅིག་དེ་ཚོ་ད་སྔོན་མ་ཟམ་གདོང་རིན་པོ་ཆེ་ར་དེ་ཚོ་གི་བཅའ་ཁྲིམས་ལ་བཟོ་བཅོས་བརྒྱབ་ནས་རྒྱ་བ་རིན་པོ་ཆེ་གི་སྐུ་དབང་རྩིས་སྤྲོད་བྱིན་པའི་རྗེས་ནས་ཡང་བསྐྱར་དེ་འདྲའི་ལུང་པ་གང་བྲིས་ནས་ཅིག་ད་ད་ལྟ་བཅའ་ཁྲིམས་གི་ཐོག་ནས་བཤད་ཡོང་ན་ར་ང་ཚོ་ཆེ་སྲིད་ཟུང་འབྲེལ་གི་ཤུགས་རྐྱེན་གི་འོག་ན་ཐར་ཡོང་བ་མ་རེད་ད། རྗེས་བསྒྲགས་ཀྱི་རིམ་པ་གི་ཐོག་ནས་ད་བཤད་དགོས་མ་རེད་ད་ད་ལྟ་སྲིད་སྐྱོང་ར་དེ་ཚོ་དབྱིབས་རྡུལ་ཁ་ཐིག་ལ་རྒྱ་བར་འབུ་ཞིག་གི་སྐུ་པར་གཅིག་བཞག་སྟངས་ཡན་ཆད་ཀུ་ཐོག་ལ་ད་ད་ལྟ་འགྲེལ་བཤད་ལུང་པ་གང་རྒྱབ་བསྡད་ཡོད་རེད་ད་ནང་བཞིན་གྱི་ང་ཚོ་གི་སྤྱི་ཚོགས་ཀྱི་ཐོག་ན་ག་རེ་བཤད་དགོས་ན་རྒྱ་བར་འབུ་ཞིག་སྐུ་ཕྲེང་བཅོ་ལྔ་པར་ད་བཤད་དགོས་ཀྱི་འདུག་བཅུ་དྲུག་པར་ད་བཤད་དགོས་ཀྱི་འདུག་ད་ད་བཅོ་ལྔ་ད་བཅུ་བདུན་པར་ད་པད་ད་ད་དུམ་བུ་ད་བཤད་ནས

རྒྱ་རིན་པོ་ཆེས་ཏཱ་ལའི་བླ་མ་མཐའ་མ་བྱིན་པ་ཡིན་ན་སྐུ་འཕྲེང་གི་བསམ་འཆར་པ་ཙམ་མ་ཡིན་པའི་བོད་ཀྱི་ལོ་རྒྱུས་ཀྱི་ཐོག་གི་ཆོས་སྲིད་ཟུང་འབྲེལ་གྱི་ལམ་ལུགས་ཆ་ཚང་ལ་ལྟེབ་བརྩེགས་བརྒྱབ་ནས་ཀྱི་ད་ང་ཚོ་སྤྱི་ཚོགས་གསར་བ་ཟིག་གི་གྲུབ་ཡ་གི་རྣམ་པ་ཡོད་རེད་ད་དེ་རྒྱ་ནག་གཞུང་ངོ་ནས་འདོད་པ་ཡོད་མ་རེད་ཡིན་ན་ད་ད་ལྟ་གི་ཕྱོགས་གཅིག་ནས་བཤད་ན་ང་ཚོ་རིམ་པ་བདེ་འགྲོ་ཐུབ་དགོས་མ་རེད་དེ་རྒྱ་ནག་གཞུང་གི་ཏཱ་ལའི་བླ་མ་གི་ཐོག་ལ་ནས་ཞབས་ཞུ་ལ། མར་པའི་བར་གྱི་ཕྱོགས་གཅིག་རེད། དེ་ནས་ད་གལ་ཆེ་ཤོས་དེ། རྒྱལ་བ་རིན་པོ་ཆེ་གི་འོས་འཁྲིད་པའི་འོག་ནས། ད་དབུ་མའི་ལམ་དེ་ཆབ་སྲིད་ཀྱི་ཐོག་ནས་བཤད་ལེ་འོ་ན་ཆབ་སྲིད་ཀྱི་ཕུགས་རྒྱང་རིང་པོ་གི་ཐོག་ནས་བཤད་ན་རྒྱ་ནག་ལ་དགོས་ཡ་ཏག་ཏག་དེ་དབུ་མའི་ལམ་དུ་ཆགས་ཡོད་རེད། ཡིན་ན་རྒྱ་ནག་གཞུང་གི། ད་ལྟ་ཡིན་ན་ར་དབུ་མའི་ལམ་ཅིག་འགྲིག་མ་སོང་ཟེར་ཡ་དེ་ཕྱི་ལོག་གི་རྣམ་པ་ཅིག་རེད་མ་གཏོགས་ད་བསམ་བློ་གི་ནང་ན་དབུ་མའི་ལམ་འགྲིག་བསྡད་ཡོད་པ་དང་ཁོ་ཚོ་དགོས་ཡ་དེ་རག་བསྡད་ཡོད་པ་དེ་ཧ་གོ་གོ་རེད། ཡིན་ན་ད། སྐྱབས་མགོན་རིན་པོ་ཆེ་གི་རི་བོ་རྩེར་ལྔ་གཅིག་ཕེབས་ཡ་དང་རྒྱ་ནག་ནང་ལོག་ལ་གཅིག་ད་གཅིག་གནས་གཟིགས་རྩམ་གཟིགས་ལ་འགྲོ་ཡ་གི་རིམ་པ་འདི་ད་རྒྱ་ནག་གཞུང་ལ་ད་རེ་བསྐུལ་ཞུས་ཞུས་ནས་ད་ལྟ་བར་དུ་དང་ལེན་མ་བྱས་ན་རྒྱ་བ་རིན་པོ་ཆེ་ནར་འུ་ཐུག་ནས་ཀྱི། ད་འུ་མའི་ལམ་གི་སྲིད་སྤྱི་ལ་འགྱུར་བ་གཅིག་བཏང་ནས་ད་གས་ཡོང་ས་མ་རེད་ད་རང་བཙན་གི་ང་ཡིན་ན་རེ་ད་གཅིག་རང་བཙན་གི་ཤོག་བ་ད་རང་བཙན། བཙོན་ན་མ་གཏོགས་ཡོང་ས་མ་རེད་ཟེར་ཡ་གི་རྒྱ་བ་རིན་པོ་ཆེ་གི་དེ་འདྲས་གཅིག་གསུང་གི་རེད་བསམ་ན། ད་ནས་རྒྱ་ནག་གཞུང་གིས་ཡང་མ་རུང་ཁོག་གཅིག་གི་ལས་ཀ་འདྲ་བོ་དེ་འདྲས་རྒྱ་བ་རིན་པོ་ཆེ་གི་ཐོག་ལ་བྱེད་སྲིད། ཡིན་ན་དེ་བྱེད་གི་ཡོད་བ་མ་རེད་རྒྱ་བ་རིན་པོ་ཆེ་གིས་ང་ཇི་སྲིད་བར་དུ་ད་དབུ་མའི་ལམ་གི་སྲིད་སྤྱི་ལ་འགྱུར་བ་མེད་ཟིག་དེ་གསུངས་ད་ཡོད་རེད། དེ་ཡིན་ཙམ་མ་ཟོས་པས་ད་ད་ལྟ་གི་བཙན་བྱོལ་སྤྱི་ཚོགས་ཀི་ཐོག་ནས་རེད། ད་བལྟ་ན་ཁར་ཚང་བློ་བཟང་སེང་གེ་ད་འཁྱོལ་ཁ་ལ་མོ་རེད་སྲིད་སྐྱོང་བློ་བཟང་སེང་གེ་གི་ད་ད་ཡིན་ན་ར་དབུ་མའི་ལམ་གི་སྲིད་སྤྱི་དེ་ད་ཡག་ཤོས་ཡིན་པ་དང་དེ་འགྱུར་བ་གཏང་གི་མེད་པ་ཅིག་དེ་འདྲས་འདྲ་བོ་ཅིག་ཁ་སང་ཡིན་ན་ད་ད་དེ་བཤད་དགོས་རེད། དེ་གཅིག་དེ་ཡིན་པ་སོང་ཙང་རྒྱ་ནག་གཞུང་གི་འདི་ཧ་གོ། ད་ཏཱ་ལའི་བླ་མ་གི་བསམ་བློ་ལ་འགྱུར་བ་ཐེབས་མིན་ལ་མ་བལྟས་ཅི་ནས་ཅི། ཏཱ་ལའི་བླ་མ་གི་ཨེ་ཡོན་གྱི་ཁེ་ཕན་ཕྱོགས་གཏོགས་དེ་གི་དཔེ་ལྟ་ཅིག་སྐྱབས་མགོན་རིན་པོ་ཆེ་ལ་དགོངས་གཞི་དེ་འདྲས་ཅིག་ཡོད་ན་ར་ཧ་ལམ་ཁོ་དེ་ལབ་ཅིག་ས་མ་རེད་བསམ་བསམ་གི་ཚད་གཞི་རྒྱ་ནག་གཞུང་ལ་སྡང་ཚུལ་ཅིག་རྙེད་གི་ཡོད་རེད། དེ་ཡིན་པ་སོང་ཙང་ཏཱ་ལའི་བླ་མ་གི་མི་ཚེ་ཁོ་རང་ལ་ཅིག་བོད་ནང་ལ་རྒྱ་ནག་ནང་ལ་ཅིག་འཕེལ་ཡ་ལ་རེ་བ་རྒྱབ་འདོར་མ་གཏོགས་ད་བོད་ཀྱི་འཐབ་རྩོད་ཚོ་ཅིག་དབུ་མའི་ལམ་ནས་རང་བཙན་ལ་ཁེལ་ནས་ཀྱི་མ་འོངས་པ་ལ་འདིའི་ཕྱོགས་ལ་འགྲོ་རྒྱུ་མིན་པ་དེ་རྒྱ་ནག་གཞུང་གི་གང་ལ་གང་འཚམས་ཚད་ཐིག་ཡོད་རེད། དེ་ཡིན་པ་སོང་ཙང་རྒྱ་ནག་གཞུང་གི་ད་རྒྱ་གར་འབོ་ཞིག་གི་སྐུ་ཕྱྭ་གི་ཐོག་ལ་མ་རུང་ཁོག་ཅིག་མ་བྱེད་པ་གི་ད་ང་ཚོ་ཆབ་སྲིད་ཐོག་ནས་དབྱེ་ཞིབ་བྱེད་ན་ད་དིབ་ཤོག་ཅིག་ཡིན་ཡིན་སྲིད་གི་རེད། ད་ནང་བཞིན་གི་ད་དེ་རེད་ད་ཡང་སྲིད་གི་གནད་དོན་དེའི་ཐོག་ནས་བཤད་ན་ར། སྔོན་མ་རྒྱ་རིན་པོ་ཆེ་གི་འདི་བཤད་ཡོད་རེད། འདི་གསུངས་པར་བ། ང། རང་དབང་ལུང་པ་ཅིག་ནས་འཁྲུངས་གི་རེད་ཟེར་ངའི་དབྱངས་གསལ་ཕ་ཧ་ལམ་ད་སྐུ་གོང་མ་གི་ཨ་ནེ་འཛབ་པ་གི་འཇིགས་སྐྱོང་ཐུབ་ས་ཅིག་ནས་འཁྲུངས་གི་རེད་ཟེར་སྔོན་མ་དེ་འདྲས་ཅིག་བཤད་འོང་ན་རྒྱ་ནག་གཞུང་ཞེ་ཐག་ཆོད་རེད། ད་ད་འདིའི་སྐབས་ལ། ཡང་སྲིད་ཕེབས་མིན་དང་ཡང་ན་ཡང་སྲིད་དཀའ་བ་བྱུང་མིན་དེར་མ་དབྱེ་མི་དབྱེ་བྱས་ནས་བྱ་བསྡད་ཡོད་རེད་དེ་ཡིན་པ་སོང་ཙང་ཡང་སྲིད་ཀྱི་གནད་དོན་འདིར་རྒྱ་ནག་གཞུང་གིས་བརྒྱ་ཆ་བརྒྱ་གི་ཏཱ་ལའི་བླ་མ་གི་ཕྱི་ལོགས་གཅིག་ནས་ཡང་སྲིད་ཕེབས་ན་ཐུགས་ཐག་བཅད་ཡ་དང་ཡང་ན་ཏཱ་ལའི་བླ་མ་གི་ངེད་ནས་ནི་ཡང་སྲིད་མེད་པ་ད་ང་མེད་པ་ནང་བཞིན་ང་མཐའ་མ་ཡིན་ཟེར་ཡ་གི་དེ་མཐའ་གཅིག་བྱེད་ཀྱི་རེད་བསམ་ན་རྒྱ་ནག་གཞུང་ཉེན་ཁ་ཡོད་རེད་ད་དེ། བྱེད་ཡ་དེ་ཧ་ལམ་བྱེད་གི་མ་རེད་བསམ་ན་གནད་དོན་འདི་འདྲའི་ཁ་ཤས་ཤིག་གི་ཐོག་ནས་རྒྱ་ནག་གཞུང་གིས་བརྒྱ་ཆ་བརྒྱ་གི་འོག་ཏཱ་ལའི་བླ་མ་ཁོ་ལམ་འཇུག་བྱེད་བྱ་དགོས་ཟེར་ཡ་གི་རིམ་པ་གི་སྲིད་ཇུས་གཏན་འཐེན་དགོས་ཡ་གི་རིམ་པ་ཧ་ལམ་སླེབས་ཡོད་མ་རེད་བསམ་གི་འདུག་ཡིན་ན་ད་ངས་འདི་ག་རེ་ན་ཆབ་སྲིད་གི་དབྱེ་ཞིབ་ཅིག་བཏང་རེ་མ་གཏོགས་འདི་ཅིག་ཡང་སང་ཉིན་སྤྱི་ཚོགས་ཐོག་ནས་གོ་བ་ནོར་མི་ཉན་པ་ཅིག་ལ་ཀླུ་གར་བྱམས་གི་རྒྱ་གར་འབོ་ཆེན་གི་སྐུ་ཕྱྭ་ལ་ཉེན་ཁ་ཡོད་མ་རེད་ལབ་གི་འདུག་ཟེར་ཨོ་དེ་འདྲའི་གི་སྐད་ཆ་དེ་ངས་ག་ཆ་དེ་བཤད་དགོས་མ་རེད་ད་ཆབ་སྲིད་གི་ཐོག་གི་དབྱེ་ཞིབ་འདྲ་བོ་དེ་འདྲ་ཅིག་རེད།

ད་དཔེར་ན། གསང་བའི་ལས་ཁུངས་ཀྱི་དཔོན་པོ་དང་གོང་བོན་པོ་གིས་ད་རྒྱ་ནག་གི་དྲག་པོ་གི་ལས་ཀ་བྱས་ནས་དེ་ཚོ་ལྟེ་བ་ནས་རྒྱ་ནག་གི་སྤྱི་བདེ། བའི་སྤྱི་བདེ་ཚན་ཁག་གི་ནི། ད་དཔོན་པོ་དེ་ཚོ་གི། ཁོ་འགྲོ་ནས་ཀྱི་ཏཱ་ལའི་བླ་མ་བགྲོང་རོགས་བྱས་ཏེ་ཁོ་དེ་ལབ་སོང་ལབ་ཡོད་རེད། དེ་གཅིག་རེད་དེ་ནས། ད་སྔོན་མ་བདེ་སྲུང་གི་སྔོན་མ་གཟིགས་ནས་ལས་འབྲེལ་བ་ཡོད་ལབ་ནས་ཀྱི་ད་ལྟ་བླ་མ་ཚེ་གྲགས་ལབ་ནས་ཀྱི་ཉག་ག་ཉོག་ག་བཤད་དེ་ནས་ཀྱི་ཡོད་རེད་ཁོ། མི་ཁ་ཤས་ཧ་གོ་གྱི་རེད་དེའི་ཨ་ནི་ཁོ་སྔོན་མ།

ཡོད་མེད་ཀྱི་ཐོག་ལ་དབྱེ་ཞིབ་བྱས་ན་དེ་འདྲའི་འདྲ་བོ་ཅིག་རེད་དེའི་ཐོག་ནས་ཤེར་སྐྱིན་ངས་ད་ལྟ་བཤད་རྒྱ་གར་རིན་པོ་ཆེ་གི་སྐུ་ཞབས་ལ་དཀའ་ངལ་མ་བྱུང་པ་དེ་ཤེར་སྐྱིན་གྱི་ཐོག་ནས་གཅིག་དེ་རྒྱ་གར་གཞུང་གི་གསུང་བཤད་དམ་པོ་ཞི་བོ་ཡིན་པ་དང་གཉིས་ནས་རྒྱ་ནག་གཞུང་གི་ཐག་ཆོད་པའི་ཐོག་ནས་མ་རུང་ཁོག་གཅིག་གི་ཞབས་ཆོས་ཅིག་མེད་པ་དེ་གཉིས་འདྲ་བོ་རེད་ད་དེ་གཙོ་བོ་རེད། ད་ནས་དོན་དག་གསུམ་པ་གི་ཐོག་ནས་བཤད་ན་ད་རྒྱ་གར་རིན་པོ་ཆེ་གི་སྐུ་དེ་སུས་གསུངས་ཡོད་རེད་ན་ཁོ་རང་གི་ཁོ་རང་གསུངས་ད་ཡོད་ཟེར་མོད་ད་ནང་སྐྱིན་གྱི་ཐོག་ནས་བཤད་ན་དེ་ག་རེ་རེད་ཟེར་ན། རྒྱལ་བ་རིན་པོ་ཆེ་གི་ད་ད་ལྟ་བར་དུ་སྐུ་འཕྲེང་ན་རིམ་དེ་ལ་རྒྱལ་བ་རིན་པོ་ཆེ་དགུང་ལོ་ཆུང་ཆུང་ཡིན་པའི་སྐབས་ལ་དྲུང་དྲུང་ཡ་གི་རྒྱུ་མཚན་དེ་གཙོ་བོ་གཅིག་ག་རེ་ན་ནང་རྐྱེན་ཏག་ཏག་ཏག་གི་ཐོག་ནས་དྲུང་ཡོད་བར་ད་ང་ཚོ་ནང་ཁུལ་གྱི་རྒྱུ་མཚན་ཞིག་གི་ཐོག་ནས་དེར་བོད་པའི་བོད་པ་དྲུང་ཡོད་བར་ད་དེ་འདྲས་འདྲ་བོ་རེད། ད་ད་ང་ཚོ་གསལ་བོ་རེད་སྤྱིར་བཏང་ད་དགའ་ལྡན་ཕོ་བྲང་དེ་ཕྱོགས་གཏོགས་གཅིག་རེད་ཡིན་ན་ར་ད་ཕྱོགས་གཏོགས་དེའི་གི་ནང་ལོགས་གི་ཕྱོགས་གཏོགས

ཆ་ཚང་དུ་ཟེར་རེད། ཡིན་ན་ད་ད་ལྟའི་སྐབས་འདི་ལ། རྒྱལ་བ་རིན་པོ་ཆེ་གི་ད་ལོ་རྒྱུས་ཀྱི་ཉམས་མྱོང་དེ་ཤེས་བཞག་ནས་ཀྱི། རྒྱལ་བ་རིན་པོ་ཆེ་ཁོ་རང་ན་རེ་ད་ཁོང་ལ་ཆ་བཞག་ན་ཤོག་ཁག་དེ་འདྲའི་གི་ནང་ལ་ཚིག་གི་མེད་པའི་རྣམ་པ་ཅིག་ཡོད་རེད། ད་དཔེར་ན་ཁ་ཚང་ཁའི་སྙིང་ཀར་འདི་ང་ཚོ་འདི་ཅིག་བྱུང་སོང་ཨ། དགའ་ལྡན་ཕོ་བྲང་གི་ལས་ཤོག་ཅིག་རྫུན་མ་བེད་སྤྱོད་བཏང་ནས་ཀྱི་སྲིད་སྐྱོང་ཅིག་ལ་རྒྱབ་སྐྱོར་བྱེད་གི། གཅིག་གི་རྒྱབ་སྐྱོར་གཅིག་གི་ཡོད་པའི་རྣམ་པ་དང་གཅིག་ལ་རྒྱབ་སྐྱོར་གཅིག་ན་ནི་གཅིག་གི་རྒྱབ་སྐྱོར་གཅིག་གི་མེད་ཟེར་ཡག་གི་དེ་འདྲའི་གི་གཅིག་ཡིག་ཁྱིམ་གཅིག་བྱུང་པའི་ཁ་ཐིག་ལ་ད་དེ་སྐུར་སྐུར་ཡིག་ཚང་གི་གསལ་བཤད་གཅིག་གོ་རེ་བཀའ་ཤག་གི་གསལ་བཤད་གཅིག་གོ་རེ་ད་བྱིའུ་རེ་ལབ་གོ་རེ་དེ་ག་རེ་རེད་ཟེར་ན། ཡིག་ཁྱིམ་དེ་གི་སྤྱི་ཚོགས་ཐོག་ལ་ཤུགས་རྐྱེན་ག་རེ་ཐེབས་ཀྱི་ཡིན་མིན་དེ་གནས་ཚུལ་ལོག་རེད་ད་དེ་འདྲའི་གི་ཡིན་ན་དེ་གལ་སྲིད་དེ་འདྲའི་གཅིག་ཡིན་ན། དགའ་ལྡན་ཕོ་བྲང་གི་ནང་ལོག་ནས་རྒྱ་རིན་པོ་ཆེ་དེ་འདྲའི་གི་ཕྱོགས་ལ་འགྲོ་གི་ཡོད་ན་དཔེར་ན་དགའ་ལྡན་ཕོ་བྲང་ནང་ན་ད་ཡི་གེ། རྒྱ་གར་འབུ་ཞིག་གི་ཉེ་འཁོར་དུ་ན། སྲིད་སྐྱོང་གཉིས་གསུམ་ཟིག་ལ་མ་འདྲ་བ་མ་འདྲ་བ་རྒྱབ་སྐྱོར་བྱེད་དགོས་ན། དེའི་ནང་ནས་རྒྱ་གར་རིན་པོ་ཆེ་ཕྱོགས་གཅིག་ལ་ལྟ་ཞོག་གི་ཡོད་པའི་རྣམ་པ་ཡོད་ན། གཞན་པ་དེ་ཚོ་གི་མ་རུང་ཁོག་ཅིག་དེ་འདྲས་བྱེད་སྲིད་ཀྱི་རེད། དེ་སྔོན་མ་གི་ལོ་རྒྱུས་ཀྱི་ཐོག་ནས་ན་ད་ང་ཚོ་དུས་སུ་བྱུང་ཡོད་རེད། ད་ག་རང་རེད་ད་དཔེ་ན་ཆ་བྱས་ན་ང་ཚོ་རྒྱ་གར་འབུ་ཞིག་གི་སྐུ་ཚེ་འདས་ཆ་བྱས་ན་ར། རྒྱ་གར་འབུ་ཞིག་གི་ཡབ་ད་དུག་དུག་དྲི་ནས་བགྲོངས་བ་ཡིན་ལབ་དགོས་རེད། ར་རྟགས་དོན་རྐྱེན་བྱུང་བ་རེད། ད་དེ་ཚོའི་རིགས་དེ་ཆ་ཚང་ག་རེ་རེད་ན། རྒྱ་གར་རིན་པོ་ཆེ་གི་གཡས་གཡོན་གི་མི་དེ་ཚོ་གི་དེ་གཅིག་ཡོད་རེད་ད་དཔེ་ན་རྒྱ་གང། གཅིག་གསུམ་པ་ཡིན་ན་རེ་ང་ཚོ་ད། སྟུག་གི་སྒྲུང་པ་རེད་ཟེར་ང་ཚོ་དེ་བཤད་བསྡད་ཡོད་རེད་བ། ད་དེ་ཡིན་པ་སོང་ཙང་ད་དཔེ་ན་སྟུག་གི་རིན་པ་དེ་ཚོ་ལ་ཆ་བཞག་ན་ང་ཚོ་བོད་ཀྱི་ལོ་རྒྱུས་ཀྱི་ཐོག་ནས། སྟུག་གི་རིན་པ་དེ་ཚོ་ད། ངས་ཁ་རྩང་བཤད་པ་ནང་བཞིན་ང་ཚོ་གྲི་གུམ་བཙན་པོ་གི་སྐབས་ལ་གྲི་གུམ་བཙན་པོ་དེ་ལོ་ངམ་སྟར་རྫི་གི། ཨ་ནི། ད་གསལ་བཤད་རེད། ཡིན་ན་ལོ་ངམ་ལྟར་རྫི་དེ། བཤད་སྟངས་ལ་གཉིས་ཡོད་ལོ་ངམ་ལྟར་རྫི་གི་ལག་གི་སྲིད་དབང་ཡང་བསྐྱར་འཕྲོག་ནས་དེ། གྲི་གུམ་བཙན་པོ་གི་སྲས་རི་ལས་སྐྱེས་ཀྱི། སྒྲུང་རྒྱུག་རེད་ཟེར་ཡ་གཅིག་དང། དེ་མ་རེད་སྔོན་མ་གི། རྒྱལ་བོ་གྲི་གུམ་བཙན་པོ་གི་བཙུན་མོ། ལོ་ངམ་ལྟར་རྫི་གི་གཡོག་པོ་ལ་གཡོག་མོ་ཉར་བསྡད་ཡོད་དེ་མ་སོང་ཙང་གཡོག་མོ་དེ་གི་ཞིབ་འཇུག་བྱས་ནས་ཀྱི། ཨ་ནི་གྲི་གུམ་བཙན་པོ་དེ་ད། ཁྱི་ཅིག་ཁྱི་ཨབ་སོ་ཅིག་ལ་ཨ་ནི་གྲི་གུམ་བཙན་པོ་མར་ལོ་ངམ་ལྟར་ཙི་ཏི་གི་ཁྱི་ཨབ་སོ་ཅིག་ཁོ་རང་གི་ཉལ་ཨབ་སོ་དེའི་མགོ་ལ་བཤུག་བཤུག་བཏང་ནམ་རྒྱུན་དེ་ནི་འཁྱམ་པོ་འདྲ་བོ་ཅིག་རེད། དེ་ཡིན་པ་སོང་ཙང། ད་ནི་གྲི་གུམ་བཙན་པོ་གི་ད་ད་ད་གི། ཡུམ་ད་བཙུན་མོ་དེ་ད་ད་ལོ་ངམ་ལྟར་ཙི་གི་གཡོག་པོ་ཉལ་གཡོག་མོ་ཉལ་བསྡད་ཡོད་དེ་གི་ཨ་ནི། ཁྱི་དེ་གི་མགོ་ལ་དུག་བཤུག་ནས་ཅི། ཨ་ནི། ཁྱི་དེ་གི་ཨ་ནི་སྤུ་གསང་ལ་དུག་བཤུག་ནས་ཨ་ནི་ལོ་ངམ་ལྟར་ཙི་གི་དེ་ལ་བཤུག་བཤུག་བཏང་ནས། ལམ་སང་ཤེས་སར་ཟིད་ད་དེ་འདྲའི་ཤེས་དཀོར་ད་དང་སང་གི་སོ་བ་སྙུག་མ་ར་དེ་ཟུག་གི་ཚོར་ན་ནི་དུག་དེ་འདྲའི་གི་ནུས་པ་ཆེན་པོ་ཞིག་ཡོད་ར་བ། དེ་ཡིན་པ་སོང་ཙང་སྐབས་དེ་རིའི་སྒང་ནི་བོད་ལ་ར་དུག་དེ་འདྲའི་ཡོད་བསྡད་པ་ཅིག་རེད་ད་ཡིན་ན་ཡར་འབུ་ཤེས་ར་ང་ཚོ་སྐུ་ཆུང་ཆུང་ཡིན་པའི་སྐབས་ལ་གྲོང་པ་དེ་ཚོ་སྐུ་འཁོར་ནང་ཁིག་གི་མིས་དེ་ཟུག་གི་དུག་ར་དེ་འདྲའི་སྤྲད་ནས་གྲོང་ཤར་ཟིད་དེ་ལབ་དཀོར་རེད་ད་དེ་ཡིན་པ་སོང་ཙང་ད་ལྟའི་སྐབས་ལ་ཡར་འབུ་ཤེས་ལ་ནང་སྐྱིན་གི་ཐོག་ནས་དཀའ་ངལ་ཅིག་མ་བྱུང་བ་དེ་ཁོ་རང་ཡིག་གི་ནས་ད་པར་ལས་གཅིག་བྱས་ནས་བཞུགས་ཐུབ་ཡ་དང་ཉམས་མྱོང་དེ་ཚོ་ཕྱོགས་བསྡུས་བྱེད་ཐུབ་ཡ་གི་རིམ་པ་གཅིག་རེད་བསམ་གི་འདུག་ད་དཔེར་ན་ཆ་ཤས་ན་མ་འོངས་པ་ན་དཔེར་ན་འདི་འདྲས་བྱས་ན་རྒྱ་གར་འབོ་ཆེ་ལ་ཨ་ནི་ཇི་སྙེད་དེ་འདྲས་བྱུང་ད་དཔེར་ན་ཇི་སྙེད་ཅིག་བྱུང་དགོས་གི་ཡོད་ན་ནང་ཁེལ་ནི་འདི་འདྲས་འདྲ་བོ་དཔེར་ན་ཆ་ཤས་ན་ད་དགའ་ལྡན་ཕོ་བྲང་གི་ད་མཁར་རྗེའི་དབང་ཐང་དཔལ་འབྱོར་ཅིག་ཡོད་ར་བ་ད་ད་ད་གི་དེ་ཏཱ་ལའི་བླ་མ་སྒེར་རྩ་ཚོགས་པར་འདི་ཟུག་གི་དཔལ་འབྱོར་གི་གནས་སྟངས་འདི་དཔེར་ན

སྐུ་ཕྱྭ་གི་དཀའ་ངལ་དང་གནས་དེ་ཡིན་པ་ཡིན་ན་སྐུ་ཕྱྭ་ལ་དཀའ་ངལ་ཆེན་པོ་འཕྲད་ཀྱི་མེད་པའི་རྣམ་པ་ཅིག་ཡོད་རེད་སྐུ་ཕྱྭ་ལ་དཀའ་ངལ་འཕྲད་པ་ཡིན་ན་ང་ཚོ་ཅིག་རིམ་པ་འདི་འདྲ་ནས་རྒྱ་ནག་གཞུང་གཅིག་པོ་རུ་ལྟ་དགོས་བ་མ་རེད་དེ་ཕྱོགས་མང་པོ་ཅིག་ལྟ་དགོས་ངས་ཁ་ཚོན་ངོ་མ་ང་ཚོ་གི་རོགས་པ་ཁ་ཤས་ཟིག་བཤད་ཡ་བྱུང་ངས་རོགས་པ་ཁ་ཤས་ཟིག་བཤད་ཡ་བྱུང་དེ་འདི་འདྲ་རེད།

ཉིད་ལ། གལ་སྲིད་ད་ཡིན་ན་གསོ་བ་སའི་དེ་འདི་འདྲ་ཡོད་ད། གསོ་བ་རྫུན་མ་དེ་འདྲས། ཨ་ནི་གཅིག་གི་གར་སོགས་ད་དེ་ཨིན་ཇིའི་གི་ཐོག་ནས་བཤད་ན། Pet player སའི་དེ་འདྲས་ཡོད་རེད་བ། རྒྱ་ཡིག་གི་དེ་ཚིག་དེ་ལ་འདི་རེད་ད་གསོ་བ་ར་མ་ཡིན་པ་རྫུན་མ་འདྲ་བོ་དེ་འདྲས་རེད་ད་གང་ལྟར་གཅིག། གསོ་བ་ཉི་མ་ལ་འབྲེལ་བ་གཅིག་ཡོད་ལ་མེད་ལ་འདྲ་བོ་དེ་འདྲས་རེད་བ། རྒྱ་ནག་གི་དེའི་ཐོག་ལ་ལུའུ་རིན་ཅཱ་ལ་ཡ་གཅིག་ལབ་གི་འདུག་བ་རྒྱ་ཡིག་གི་ཐོག་ནས་ལུའུ་ལམ་ཁ་གི་ལུའུ་དེ་ཅེས་རིན་ང་ཚོ་མིའི་གི་རིན་ཅེས་ཅཱ་དེ་ཅཱ་ཡིས་པིན། ཅཱ་ཡིས་པིན་ཏིང་གི་ཅཱ་དེ་ཅེས།

ད་ལྟ་གི་འདི་མོ་འདིའི་རིགས་འདི་ཨ་ནི་སོ་བ་ཡིན་ཚེ་སྐུ་བཤད་ཉན་ཁ་འདུག་ཚེ་འདི་འདྲས་ཅིག་ཡོང་གི་ཡོད་ན། ཨ་ནི་དེའི་རྒྱབ་ལོགས་ལ་ངོ་ནས་སོ་བ་ངོ་ནས་དྲངས་ནས་དེ་སྐབས་བསྡད་མེད་པ་ཟམ་གསུམ་ཅིག་ཡོད་རེད་ད་ལྟ་དེ་དང་ཆབས་ཅིག་ཏུ་ད་ནི་ངས་ད་ལྟ་བཤད་ཡ་ན་བཞིན་བདེ་སྲུང་གི་ནང་གི་འཕགས་པ་རྒྱལ་པོ་ར་འདི་ཟུག་གི་ཅིག་རྒྱལ་བ་རིན་པོ་ཆེ་གི་སྐུ་བཤད་ལ་ཨ་ནི་ཅིག་ཀླུ་མཁར་བྱམས་ར་འདི་ཟུག་གི་རྩོམ་བྲིས་ནས་ཅིག་ཉན་ཁ་ཡོད་རེད་ཟེར་ཡ་འདྲ་བོ་དང་སྐད་ཆ་འདི་མོ་འདི་བཤད་བསྡད་ཡོད་རེད་འདིའི་རིགས་འདི། ད་ཆབ་སྲིད་ནི་ཆབ་སྲིད་རེད་རྒྱལ་བ་རིན་པོ་ཆེ་ངས་གང་ནས་བཤད་ན་ཆ་རྒྱལ་བ་རིན་པོ་ཆེ་གི་སྐུ་ཕྱྭ་ཁ་ཁུར་ནས་རྒྱལ་བ་རིན་པོ་ཆེ་གི་སྐུ་སྲུང་དགོ་མར་སོ་སོས་སོ་སོ་གི་སྟོབས་ཕུར་དེ་སྲུང་གི་ཡོད་རེད་གཅིག་དེ་རེད། ད་ག་ནང་བཞིན་གི་འདིའི་ཕྱོགས་ན་ཉེན་ཁ་གཞན་པ་གཅིག་ག་རེད་ན་གལ་སྲིད་རྒྱལ་བ་རིན་པོ་ཆེ་གི་ནི་གཅིག་བྱས་ཉེས་འདྲ་བོ་གཅིག་བྱུང་པ་ཡིན་ན་ཁོ་རང་ཚོ་གི་འགན་དེ་གཡོལ་ས་གཅིག།

དུ་རྒྱལ་བ་རིན་པོ་ཆེ་གི་སྐད་ཆ་དེའི་རིགས་དུ་རྒྱལ་བ་རིན་པོ་ཆེ་གི་སྐུ་ཕྱྭ་ལ་འབྲེལ་བ་ཡོད་པ་མ་རེད། ད་དེ་ལ་འབྲེལ་བ་གཅིག་ཡོད་ན་སྤྱི་ཚོགས་དཀྲུགས་ཡ་ལ་དེ་ཚོ་གཅིག་གིས་དཀྲུགས་ཐུབ་ཀིར་མ་གཏོགས་ངོ་ནས་དྲང་ཞིང་དེ་སྐུ་ཕྱྭ་འབྲེལ་བ་མ་རེད་ད་སྐུ་ཕྱྭ་དེ་ངས་ད་ལྟ་སྒང་ནས་བཤད་པ་དེ་འདྲ་གཅིག་རེད་དེ་འབའ་སོང་ཙང་ད་ལྟ་གི་རྒྱ་མིའི་གི་གཅིག་གི་སོ་བ་རེད་ཟེར་ནས་ལོ་སིན་དང་དེ་ཚོ་གི་ཨ་ནི་གཅིག་སྤྱི་ཚོགས་ཐོག་ནས་རྒྱལ་བ་རིན་པོ་ཆེ་གི་སྐུ་ཕྱྭ་པར་དུ། ད་གཟུགས་གསོ་བ་ཡིན་ན་རེད་དེ་གི་ལས་ཀ་དེ་རྒྱ་བ་རིན་པོ་ཆེ་གི་སྐུ་བཤད་བར་དུ་སླེ་ཡོད་བ་མ་རེད་བསམ་གི་འདུག་དེ་ད་ད་ལྟ་གི་རིམ་པ་འདིའི་ཐོག་ནས་ཨ་ནི་དེ་རིང་གི་བཤད་རྒྱུ་དེ་ཚད་བལྟས་བཞག་གི་ཡིན་ཨ་ནི་འདིའི་རྗེས་ནས་ཨ་ནི་ད་ངས་ད་ལྟ་གི་ཨ་རིའི་ནང་གི་འདིའི་སྐོར་སྐར་ཚ་ཨ་ནི་ངག་དབང་གི་སྐོར་དང་ཨ་ནི་འདི་གི་སྐོར་ཨ་ནི་ད་ཁ་ཚང་སུའེ་ཏྲན་ནས་བརྩི་འཇོག་གི་རྡོ་རྗེ་རྒྱ་མཚན་དང་དེ་ཚོའི་སྐོར་བྱས་ནས་ཞིག་ཨ་ནི་བོད་པ་གི་ཆབ་སྲིད་དང་ཨ་ནི་སྤྱི་ཚོགས་ལ་བཤད་རྒྱུ་ཅིག་བྱེད་གི་ཡིན་ད་ལྟ་གི་འདི་ཨ་ནི་འདས་ལ་སྦྱར་ནས་ཅིག་སྐར་ཚ